བཀྲ་ཤིས་བདེ་ལེགས། ཨ་ནེ་དེ་རིང་ལོ་ཀར་བྱམས་ཀྱི་ལབ་བཤད་ལུང་བཤད་ལ་གསན་གཟིགས་གནང་མཁན་ཚང་མ་ལ་ཨ་ནེའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། དེ་རིང་སྤྱིར་བཏང་ཡིན་ན་ངའི་བརྗོད་གཞི་དེ་ད་གར་ཚང་བྱིངས་པ་ནང་བཞིན་རྒྱ་གར་རིན་པོ་ཆེ་བོད་ལ་ཕེབས་ཐུབ་མི་ཐུབ་ཀྱི་སྐོར་གྱི་བརྗོད་གཞི་དེ་རེད་ཡིན་ན་དེའི་ཐོག་ལ་ད་ལྟ་ང་ཚོ་དྲ་ཐོག་ན་ངའི་བསམ་ཤོག་འདྲ་བོ་ཅིག་སྡོད་ད་ཡོད། བསམ་ཚུལ་འདྲ་སྤུངས་ས་ཡོད་རེད་ངའི་ནི་ངོ་དུབ་ཀྱི་འོག་ལ་བསྟན་པ་ཚང་ཚང་དེའི་ཐོག་ལ་མི་མང་གི་བསམ་ཚུལ་ག་རུ་སླེབས་ཤག་ཡིན་ན་ད་ལྟ་དེའི་ཐོག་ལ་བསམ་ཚུལ་མང་ཙིག་སླེབས་ན་ང་ཚོ་བརྗོད་གཞི་དེ་དྲིས་ལ་ཟིག་གི་མི་འདུག་ནི་ཕག་ཚིག་རྒྱང་ནས་གྱིས་ད་ལྟའི་སྐབས་ལ་ཡང་ཅིག་འཛའ་དྲག་ཟིན་ན་མི་འདུག་ང་ཚོ་བོད་དོན་དང་འབྲེལ་བའི་ལབ་ན་ལ་རེད་ད་གང་ལྟར་ང་ཚོ་དོར་སྣང་བྱེད་དགོས་ཡ་ཅིག་ལ། ཐའེ་ཝན་གྱི་སྲིད་འཛིན་ལས་ཐོག་ཚའེ་ཡིན་ཝུན་ཨ་རི་ལ་གཟིགས་སྐོར་བྱས་བསྡད་ཡོད་པ་དང་ཨ་རི་ཨ་རིའི་གཟིགས་སྐོར་མ་རེད་ཨ་རིའི་བརྒྱུད་ནས་ད་ཁོ་རང་ཚོ་ཞིབ་འབྲུལ་ཡོད་པའི་རྒྱལ་ཁབ་དེ་འདྲའི་འགྲོ་དགོས་པ་རེད་དེ་ཡིན་པ་སོང་ཙང་ཨ་རི་ནས་ད་རེས་ཨ་རི་བརྒྱུད་འདི་འགྲོ་ས་གི་ཨ་རི་གི་ད་གནམ་ཐང་ནས་མར་བབས་ནས་ཀྱི་ད་ད་ལྟ་ཨ་རི་ན་ཡོད་རེད་དེ་ལ་ད་ཁྲང་སེད་ལབ་གོ་ར་ད་ཞིབ་འབྲུལ་རང་ད་གཟིགས་སྐོར་རང་ལབ་གི་ཡོད་མ་རེད་བི་ཟའི་དྲིན་ལབ་གི་ཡོད་མ་རེད་ཡིན་ན་རེད་ད།

ད་སྐད་ཆ་དེའི་ཐོག་ན་བཤད་དགོས་གར་ཚང་ཚད་ཡིན་མིན་ཕར་སླེབས་མ་སླེབས་ནས་བཟུང་སྟེ་གནས་དེའི་སླེབས་ཡ་དག་གསར་འགོད་གསལ་བསྒྲགས་ག་རེ་བྱེད་བྱེད་ཀྱི་ཡིན་པ་མིར་ན་སུ་སུ་ཐུག་གི་ཡིན་པ་གལ་སྲིད་ཨ་རིའི་གི་འདི་རྒྱ་གྲགས་པ་གྲགས་ཅན་པ་ཡིན་ན་རྒྱ་ནག་གི་ད་རྦད་དེ་ལས་སླ་བོ་བཞག་གི་མེད་ད་རེད་ཨ་རིའི་ལག་པ་ལ་རོལ་བཞག་གི་ཡིན་ཟིག་ད་རྒྱ་ནག་གི་དེ་འདྲའི་འདྲ་བོ་ཅིག་ཨ་རིའི་བཤད་བསྡད་ཡོད་པ་གི་གནས་སྟངས་དེ་བཤད་གི་ཡོད་རེད་དེ་ཡིན་པ་སོང་ཙང་ཨ་རིའི་གི་ལ་ཅིག་རྒྱ་ནག་ལ་ཅིག་ད་བསྟུན་བསྟུན་ཤེས་ཟིན་ན་མི་འདུག་རྒྱ་ནག་གི་ཁ་ལ་ཅིག་ཉན་པའི་བཟོ་འདྲ་བོ་བྱས་ནས་ཅིག། ད་གཅིག་གོ་རེ་ད་དེ་ཡིན་པ་སོང་ཙང་ད་ད་ལྟ་གི་འདིའི་གི་གནད་དོན་འདི་ཨ་ནི་ཨ་རི་ར་རྒྱ་ནག་གཉིས་ཆགས་གི་གདོང་ཐུག་དེ་རེད་ད་ཨ་རི་ར་རྒྱ་ནག་གཉིས་ཆགས་གི་གདོང་ཐུག་དེ་ལ་ང་ཚོ་སྤྱི་བཏང་གི་ཐོག་ནས་བཤད་ལོང་ན་ཆབ་སྲིད་པ་སྒེར་གི་ཁེ་ཕན་ཚོང་པ་གི་ཁེ་ཕན་ད་གཅིག་དེ་འདྲས་ཅིག་བཤད་དགོས་རེད་ཡིན་ན་དེ་ཁྱབ་ཆེ་ཟིག་བྱས་ན་འདི་གྲང་དམག་ཡིན་ལབ་དགོས་རེད་ད་གྲང་དམག་གནད་དོན་འདི་ང་ཚོ་ཧ་གོ་རེད་ད་ང་རང་ཚོ་འདི་གྲང་དམག་གི་བརྒྱུད་ནས་ཡོང་རྒྱུ་གི་མི་ཐོག་ཅིག་རེད་དེ་ཡིན་པ་སོང་ཙང་གྲང་དམག་ག་རེ་རེད་ན། རང་དབང་དང་མང་གཙོ་གི་ཤོག་ཐོག་ར་མར་ཤོག་གི་ཤོག་ཐོག་གཉིས་ཆ་གི་ཁྱོ་ཤི་ང་གསུང་གི་ཨ་ནི་མ་རྒྱབ་ནས་ཀྱི་གཅིག་ཡོད་ན་གཅིག་མེད་པ་རུ་བ་དེའི་གི་ཐག་བཅད་ནས་ཀྱི་དེ་ནི་དྲང་མ་ཏུ་སི་རྒྱ་བ་རུ་བ་དེ་ཡིན་པ་སོང་ཙང་ད་ཨ་ནི་ར་ཤི་ཡ་ར་ད་གཙོ་བོ་སྐབས་དེ་རིང་གང་ལ་ཨ་རི་གཉིས་ཆ་གི་ཨ་ནི་ལོ་མང་པོ་གཅིག་ལ་དྲང་མ་གི་འགྲན་རྩོད་ཀྱི་འགྲན་རྩོད་ཀྱི་བའི་བརྒྱུད་རིམ་གི་ཁྲོད་ནས་ར་ཤི་ཡ་ཕམ་ནས་ར་ཤི་ཡ་འཐོར་སོང་བ་རེད། ཡིན་ན་ད་ར་ཤི་ཡ་འཐོར་སོང་ནོ་གི་རྗེས་ནས་ད་ད་ལྟ་ར་ཤི་ཡ་ར་འདིའི་ཚབ་ལ་ལངས་ཡོང་ནས་དེ་ཕུའུ་ཅིན། ར་ཤི་ཡ་གི་ད་ཅིག་ཕྱེད་ཀ་འདྲ་བོ་ཅིག་ཅེས་ལྷག་མ་འདྲ་བོ་ཕུའུ་ཅིན་འདྲ་འདི་བཟོ་གི་སེམས་དབང་སྒེར་གཅོད་འདི་ཅེས་དེའི་ཐོག་ལ་ཡང་རྒྱ་ནག་སྟོབས་ཆེན་པོ་ཆགས་ཡོང་ནི་གང་འདྲ། ད་ཨ་རི་ར་རྒྱ་ནག་གཉིས་ཆ་གི་འབྲེལ་བ་དེ་སྔོན་མ་གི་དྲང་དམག་གི་རིམ་པ་སླེབས་སོང་ད་དྲང་དམག་གི་རིམ་པ་སླེབས་སོང་དེ་ང་ཚོ་ཅིག་ཁ་རྡུང་བཏང་བསྡད་པ་ཅིག་དང་ཅིག་ས་ཁུལ་ནང་བཞིན་གྱི་ཅིག་ཅིག་གནས་སྐབས་གནས་སྐབས་གི་རྒྱ་དཀར་ནག་གཉིས་ཆ་བར་ལ་ཅིག་དམག་འདྲ་བོ་ཅིག་གདོང་ཐུག་བརྒྱབ་དོ་དེ་འདྲའི་དེ་འདྲའི་སྲིད་གོ་མ་རེད་གཅིག་ཡོད་ན་གཅིག་མེད་པ་གཅིག་གི་གཅིག་རྩ་མེད་བཟོ་དགོས་ཡོད་གི་རིམ་པ་དེ་སླེབས་སོང་བ་རེད། དེ་ཡིན་པ་སོང་ད་འདི་རྩ་མེད་འདི་ག་རེད་ན་ཨ་རི་ཡོང་ནས་ཅིག་ཏུ་ཁྲིམས་མཚོན་ཁྲལ་མཚོན་ཤ་ར་དེ་ཡིག་ནས་ཀྲུང་གོ་རྩ་མེད་བཟོ་ཟེར་ཡ་དེ་མ་རེད་ད་ཞི་ཅིན་ཕིང་གི་ལག་གི་སྲིད་དབང་དང་གུང་ཁྲན་ཏང་ཕམ་པར་རྒྱག་རྒྱུ་ཡིན་པ་ད་ད་ཨ་རི་གི་འཇོན་ན་མ་འཇོན་ན་ལས་ཀ་དེ་ཐག་བཅད་ནས་ཅིག་ད་ད་དེ་སྔོན་སྲིད་དུ་བུ་རུམ་པ་དེ་འགྲོ་དགོས་རེད་དེ་ཡིན་པ་སོང་ཙང་ད་ཚེ་ཡིན་བུན་ད་རེས་ཨ་རབ་བརྒྱུད་ནས་ཕྱི་ལོག་ལ་འགྲོ་ཡ་དེ་རྒྱལ་སྤྱི་གི་ཐོག་ནས་དོར་སྣང་མང་པོ་ཟིག་བྱེད་དགོས་ཡ་གི་རྒྱུ་མཚན་དེ་རེད་དེ་མ་རེད་ད་ངོ་མ་ཡིན་ན་ཐའེ་ཝན་གྱི་སྲིད་འཛིན་རིམ་པ་ནི་ཨ་རབ་བརྒྱུད་ནས་ད་མང་པོ་འགྲོ་ཡོད་རེད་ན་དེ་འདྲའི་སྐབས་ལ་འདི་འདྲའི་གནད་དོན་ཚབས་ཆེན་ཆགས་ཡོད་མ་རེད་ད་ད་རེས་ཀྱི་འདི་ཚབས་ཆེན་པོ་ཆགས་བསྡད་ཡོད་པ་དེ་ཨ་རི་ར་རྒྱ་ནག་གཉིས་ཀྱི་འབྲེལ་བ་འདི་ཧ་ཅང་གི་འཛའ་དྲག་ཆགས་བསྡད་ཡོད་པའི་ཁ་ཐིག་ལ་ད་ཨ་རིའི་ནང་གི་གསར་འགྱུར་བརྒྱུད་ལམ་ར་འདི་ཚོ་སྟོད་ཡོང་ནས་གང་ལ་སྔོན་མ་ནང་བཞིན་མིན་པ་རྦད་དེ་ཅིག་དོར་སྣང་ཅིག་དང་ཚད་མཐོན་པོ་རེད་ཟེར་གི་འདུག་ད་འདི་ག་རེད་ན་འདི་ར་ཉམས་ཅིག་ད་ནི་ཨ་རི་ར་ཐའེ་ཝན་གཉིས་ཀྱི་ཞིབ་འབྲེལ་གྱི་ཐོག་གི་ཚད་ག་བ་ཅི་ག་སླེབས་བྱ་དུ་མ་ཡིན་པའི་ཐོག་ནས་ཨ་རི་ར་རྒྱ་ནག་གཉིས་ཆ་གི་རྒྱབ་འབྲེལ་ག་བ་རྒྱག་གི་འདུག་ད་གསར་འགོད་པ་དེ་ཚོ་གས་དེ་ལྟ་དགོས་ར་ནི་ང་ཚོས་ལྟ་དགོས་ཡག་གི་རྒྱུ་མཚན་ཞིག་ར་འདི་གཉིས་འདིའི་ཐོག་ནས་ཨ་ནི་རྒྱ་ནག་ར་ཨ་རག་གདོང་ཐུག་རྒྱབ་ཡ་ཟི་ན་མི་འདུག་འདི་གི་འགྲན་རྩོད་དེ་ཚད་ག་བ་སླེབས་བྱ་ང་ཚོས་དེ་ཞིག་ལྟ་དགོས་དགོས་ར་དེ་ཡིན་པ་སོང་སོང་འདི་ཨ་ནི་ང་རང་ཚོ་འབྲེལ་བ་ཡོད་ད་པའི་ཕྱོགས་གཅིག་འདི་རེད། ད་ཡིན་ན་ནི་ལྷ་མཐུ་འདི་ཚོ་དཔེར་ན་བསྟུན་ནས་རྒྱལ་ཆེན་པོ་རེད་འདོད་བཤད་ནི་ཅིག་ལི་ལྷ་བོ་བཤད་ཐུབ་ཡ་དེ་འདྲས་རེད་མ་རེད་འདོད་ཕྱོགས་མང་པོ་འདྲེ་བ་ཡ་རེད་ད་ཡིན་ན་ངས་གང་ཐུབ་ཐུབ་ཅིག་མདའ་ནམ་རྒྱུན་གྱི་བཤད་སྟངས་འདྲ་བོ་རེད་ཟབ་ཆེ་མར་གཏོང་ཙམ་ཚིག་ངས་དེ་རང་དྲ་གྲོགས་ཚོ་ཡར་ཞུས་གི་ཡིན། ད་ང་ཚོ་ལ་ཐད་ཀར་འབྲེལ་བ་ཡོད་པ་དེ་ང་རང་ཚོ་གི་ཐོག་ནས་ད་མིག་དཔེ་འདྲ་བོ་ཐད་ཀར་ལེན་ས་ཡོད་པ་དེ་ནི་བློ་མཐུན་མ་ཡིན་ཅིག་ད་ད་ལྟ་སོང་ནས་རྒྱ་ནག་ནང་ལ་ད་གཟིགས་སྐོར་བྱེད་འགྲོ་གོ་རེད་མིན་དེ། ཞི་བདེའི་དེད་དཔོན་གྱི་མཚན་ཐོག་ན་འགྲོ་གི་འདུག་བ་ཡང་ཁར་ཙང་ཞི་ཅིན་ཕིན་ར་ཤི་ཡ་འགྲོ་རེད་ཡང་ཞི་བདེའི་དེད་དཔོན་གྱི་མཚན་ཐོག་ན་འགྲོ་གོ་རེད་དེ་རང་མ་ཡིན་ཅིག་རྒྱ་ནག་གི་སྐམ་ས་ལ་གཟིགས་སྐོར་བྱིན་པ་དེར་ད་འཚེ་མེད་ཞི་བདེ་ཞི་བདེ་དྲན་ཡ་དང་དུར་མཆོད་བྱེད་ཡ་ད་དེ་གཉིས་ཀྱི་རྣམ་པ་དེ་རེད་ད་མིའི་སྒེར་གྱི་ཐོག་གི་ཡིན་པ་མིའི་སྒེར་གྱི་ཐོག་གི་དེ་མིན་ཐོག་ན་འགྲོ་གོ་རེད། འདི་ཡིན་པ་མཚུངས་སམ། ད་དཔེར་ན་ང་ཚོ་ད་ལྟ་སྐབས་ལ་ང་ཚོ་བརྗོད་གཞི་གཅིག་གྲ་སྒྲིག་བྱས་བསྡད་ཡོད་པ་འདི། རྒྱ་བ་རིན་པོ་ཆེའི་བོད་ནང་ལ་ཕེབས་ཐུབ་ཀི་རེད་ཐུབ་ཀི་མ་རེད་ཟེར་བའི་སྐད་ཆ་གཅིག་ཡོད་རེད་བ་རྒྱ་ནག་ལ། ཨ་ནི་མ་ཡིན་གཅིག་གི་མདུན་སུ་འགྲོ་ཐུབ་ཀི་ཡོད་ན་གཅིག་གཅིག་ན་རྒྱ་བ་རིན་པོ་ཆེ་རེད་ཕེབས་ཐུབ་སྲིད་རེད་བ། དེ་ཡིན་པ་མཚུངས་སམ་འདིའི་ཐོག་ནས་ཕེབས་ཐུབ་ཐུབ་ས་རེད་ཐུབ་ས་མ་རེད་ན་མ་ཡིན་གཅིག་གི་འདི་ང་ཚོ་ལ་དོགས་པ་གཅིག་ལངས་དགོས་རེད་ཨོ་མ་ཡིན་གཅིག་འགྲོ་ཐུབ་ན་རྒྱ་བ་རིན་པོ་ཆེ་རེད།

རྒྱ་ནག་གི་པུའུ་ཀྲང་གཞོན་པ་གཅིག་ཕེབས་སད་ཡོང་གི་ཡིན་ཟེར་དེ་འདྲས་བཤད་ཡོད་རེད་ཟེར་ར་ལན་ག། མ་ཡིན་གཅིག་ར་གར་ཚང་ཕ་ར་འགྲོ་ནི་གང་ལ་གནམ་ཐང་ལ་ལན་གི་ཡོང་ནི་དེ་པུའུ་ཀྲང་གཞོན་པ་གཅིག་རེད་དོ། དེ་ཡིན་པ་སོང་ཙང་ད་དི་ནི་མ་ར་འགྲོ་ནི་གང་ལ་ཞི་ཅིན་ཕིན་ལ་ངས་སུ་ཐུག་ཐུབ་ཡོད་བ་མ་རེད་ཡིན་ན་ཞི་ཅིན་ཕིན་གི་ཕོ་ཉ་སོང་ཐོ་ཟེར་ཡ་དེའི་ངག་ནས་ཅིག་སོང་ཐོ་དེ་ཐའེ་ཝན་ལས་དོན་ཚོགས་ཆུང་གི་ད་ལྟ་འདའ་འགན་འཛིན་ཡིན་ས་རེད། ཡིན་ན་ད་པེ་ཅིན་ནང་ན་རྒྱ་ནག་ནས་ང་ཚོ་ལ་ལས་དོན་ཚོགས་ཆུང་ཟེར་ཡ་ཅིག་ཡོད་བ་མ་རེད་ང་ཚོ་བོད་པ་གི་གནད་དོན་དེ་འཐབ་ཕྱོགས་གཅིག་གྱུར་གི་འོག་ན་ཡོད་རེད་དེ་ཡིན་པ་སོང་ཙང་འཐབ་ཕྱོགས་གཅིག་གྱུར་གི་བློན་ཆེན་གཞོན་པ་གཟིག་འདྲ་བོ་ཅིག་ཡོང་ངེས་མེད་དེ་འདྲ་ཡིན་རྒྱུ་ད་གཅིག་གཅིག་ན་རང་ང་ད་དེ་སྒྲུང་བཤད་སྐོར་ད་བེད་ན་རྣམ་པ་དེ་རེད་ཡིན་ན་ད་འདིའི་ཐོག་ནས་ང་ཚོ་ལྟ་ཡ་ཅིག་ལ་མ་ཡིན་ཅིག་རྒྱ་ནག་ལ་གར་ཚང་སྔོན་མ་ཕ་ར་འགྲོ་ཡ་གི་ད། ད་དུང་འདྲ་བོ་ད་འདི་ད་ད་དུང་འདྲ་བོ་ཅིག་ཤག་པོ་རེད་འདི་ཕ་དེ་གཅིག་ནི་གང་ལ་པེ་ཅིན་འདྲ་པ་རི་ལ་འདྲི་བ་གཅིག་ནི་གང་ལ་དང་པོ་ཨ་ནི་གནམ་ཐང་ནས་བཙོང་སྟེ་ཨ་ནི་ད་རྒྱལ་ཁབ་ཀྱི་དེང་སང་གཙོ་འཛིན་རིམ་པ་ཟེར་ཡ་ཅིག་བར་བ་དེའི་ཕེབས་ཡ་གི་རྣམ་པ་བྱས་ནས་ས་བདུན་གྱི་དམར་པོ་བཏང་ནས་ངོ་མ་ཡིན་ན་དེ་འདྲའི་གི་སྐད་ཆ་བཤད་ཡོད་རེད་ཕི་གའི་འགྲོ་ནི་གང་ལ་རྒྱ་ནག་གི་ཧོབ་ཏུ་ཁ་ལ་འགྱུར་བ་དང་དེ་ཟུ་བྲིས་ར་མེད་པ་བཟོ་རེད་ཟེར་ཡ་ཅིག་བར་བ་དེ་ཡིན་པ་སོང་ཙང་འདིའི་ཐོག་ན་ག་རེ་བཤད་དགོས་ན་རྒྱ་ནག་ཟེར་ཡ་དེའི་སྐད་ཆ་དེ

དེ་ཡིན་པ་སོང་སོང། ད་འབྲལ་ལམ་སྟེགས་ཀྱི་བརྒྱུད་རིམ་གྱི་འཕྲོ་འདི་མ་ཡིན་ཅིག་རྒྱ་ནག་ལ་འགྲོ་ནས་ད་སྐད་ཆེ་བཤད་ཅིག་གདོང་གཉིས་ཀ་བ་ཆགས་ཀྱི་ཡོད་ན། ཝུ་ཧན་གྱི་ཁར་སང་གི་རྒྱ་ནད་བྱུང་ས་གི་ཁོ་བིས་ནན་ཁྲིན་བྱུང་ས་གི་ཝུ་ཧན་གྱི་ས་ཆ་དེ་འགྲོ་ནས་ཝུ་ཧན་ན་ཨ་ནི་ཁོ་བིས་ནན་ཁྲིན་གྱི་འདི་དུ་བ།

དགའ་སྣང་ཞིང་གི་ནི་ཁོ་ཚོ་ལ་དྲི་བ་གཅིག་འོང་ནས་གང་ལ་མ་ཡིན་གཅིག་ལ་ནི། དེའི་ནང་གི་དྲི་བ་གཅིག་གི་འདུག་དྲི་བ་ཟིན་ན་ད་ཁོ་ཚོ་ངོ་སྤྲོད་གཅིག་འོང་ནས་གང་ལ། སྔོན་མ་ཝུ་ཧན་ཁྱོན་ཡོངས་ནས་ད་སྒོ་བརྒྱབ་ནས་དེ་བྱིན་པའི་ཁ་ཐུག་ལ། ཐའེ་ཝན་གྱི་མི་ར་མང་པོ་ཟིག་གི་ནི་འདི་བྱིན་པ་རེད། སྐར་ས་ད་འདི་ནི་དཀའ་ངལ་བྱུང་བ་རེད་ལབ་ནས་གང་ལ་མ་ཡིན་གཅིག་གི། དེ་རྒྱ་ནག་གི་དཀའ་ངལ་མ་རེད་ང་རང་ཚོ་གི་གཞུང་གི་ནི་དཀའ་ངལ་རེད་ལབ་འདུག་བ་ད་དེ་དེ་ཡན་ཆིས་པོ་ནི་བདེ་བཤད་ཀི་ཡོད་རེད་ད་ག་རེ་རེད་ན་ང་རང་ཚོ་གཞུང་གི་ནི་ཐའེ་ཝན་གི་མི་ཚོ་ཡོང་མ་ཅིག་པ་རེད་འདུག་འདུག་མ་ཡིན་ཅིག་གི་དེ་ཡན་ཆིས་པོ་བཤད་དགོས་རེད་དེ་ཡིན་པ་སོང་ཙང་ད་མ་ཡིན་ཅིག་གི་ཕ་ར་ལོག་ཐའེ་ཝན་གི་ས་ཐོག་ལ་ཕ་ར་ལོག་ནི་གང་ལ་ད་ངོ་རྒོལ་བྱེད་གི་ཡིན་མ་ཡིན་ཅིག་ལ་ད་ད་རི་བལ་དུ་བཞག་གི་མེད་ལབ་ནི་གི་ཐའེ་ཝན་ནང་ལ་ཤོག་ཐོག་ཆེན་པོ་ད་དེ་ཡོད་ཡོད་པ་རེད་བ་ད་དེ་ཡིན་པ་སོང་ཙང་མ་ཡིན་ཅིག་ལ་མཁར་རྡུང་བཏང་ནི་དེ་རེད་ཁང་ད་ཡོད་རེད། ད་ཡིན་ནམ་མ་ཡིན་གཅིག་ད་རེས་ཀྱི་རྒྱ་ནག་ནང་ལ་ཕེབས་ཡ་གི་རྣམ་པ་གཟིགས་སྐོར་གཟིགས་ན་ལེ་འདིའི་ནང་ནས་ད་ཡོང་དུས་གང་ལ་རྒྱ་ནག་ནང་ནས་མ་ཡིན་གཅིག་ལ་རྒྱབ་སྐྱོར་བྱས་ནས་གཟིགས་ན་མི་འདུག་ད་དེ་ལ་ཕེབས་སུ་ཡོང་ནས་མི་དམངས་དགའ་བསུ་བྱས་ནས་དཔེ་མང་པོ་ཡོད་འདིའི་ཐོག་ནས་གང་མཚོན་གི་རེད་ན་མ་ཡིན་གཅིག་ཡ་ག་ཡིན་མིན་འདི་ག་ཡིན་མིན་སྐད་ཆ་མ་རེད་དེའི་ཐོག་ནས་གུང་ཁྲན་ཏང་ཨབ་ད་གཅིག་བཏོན་དགོས་རྟགས་གསལ་བོ་རེད་སྔོན་མ་ང་རང་ཚོ་གི་གཟིགས་སྐོར་དང་པོ་དེ་ལྷ་ས་འགྲོ་ནས་གང་ལ་གཟིགས་སྐོར་གནང་ཡོང་ནས་གི་མི་དེ་ཚོ་སུ་སུ་ཡིན་པ་ཧ་གོ་གོ་བ་མ་རེད། མི་དམངས་ཀྱི་བོད་པ་གི་མི་དམངས་ཀྱི་རིག་གནས་གསར་བརྗེ་ཆེན་པོ་རུ་དུས་སྐབས་བ་ཏག་ཏག་དག་ནི་མྱང་དང་ཡོད་པའི་ཁ་ཐུག་ལ་ཨ་ནི་ཕྱི་ལོགས་ནས་གཟིགས་སྐོར་ཅིག་སླེབས་བྱ་ལབ་ནས་སྒང་ལ་བལ་དུ་ད་ལྷའི་ས་གི་དེ་པར་སྐོར་ནང་ཁོ་རང་མ་ཤོང་བ་བྱས་ནས་ཀྱི་ཇུས་ཁང་གི་མདུན་ནས་བལ་དུ་གཟིགས་སྐོར་དེ་ཚོ་ལ་ཨ་ནི་གཟིགས་སྐོར་ར་ཡོང་ནས་དེ་ཚོ་ལ་འཇག་ཁ་བཟས་ན་མི་འདུག་དེ་བྱས་ནས་ཀྱི་བལ་དུ་སིང་རྒྱ་པ་གི་གནས་སྟངས་དེ་ཡོད་ར་བ། དེས་ན་ང་ཚོའི་ཕ་ཡུལ་ལ་དེའི་སྐབས་ཏཱ་རིའི་གཟིགས་སྐོར་ཚོགས་པ་ཅིག་སླེབས་སོང་ཡ། སླེབས་ནས་སྒང་ལ་མི་མང་གི་རྐང་ལག་གང་འཚམ་ཧ་གོ་གི་འདུག་ད་དེ་ལ་ཅིག་ཕེབས་སུ་འགྲོ་དགོས་ཀི་རེད་ཟེར་ནས་འབྲོག་པ་ར་དེ་ཚོ་ཅིག་དཔལ་དུ་ཅིག་མང་པོ་ཅིག་གི་དེ་ལ་གྲ་སྒྲིག་བྱེད་གི་འདུག་ད་དེ་ནང་བཞིན་གི་དེའི་ཐོག་ནས་ག་རེ་བཤད་དཀོར་ན་ཡོང་ནས་མི་དེ་སུ་སུ་ཡིན་མིན་དེ་ཚོ་ཅང་ཤེས་གི་བ་མ་རེད་རྒྱ་རིན་པོ་ཆེ་གི་ཅིག་བིན་རྒྱ་ཡིན་ན་རེད་མིན་ན་ཡིན་ན་གུང་ཁྲན་ཏང་ལ་བརྡ་ཅིག་བསྟན་དགོས་ད་རེས་གི་མ་ཡིན་ཅིག་གི་ཕ་འགྲོ་ནས་སྒང་ལ་མ་ཡིན་ཅིག་གི་འགྲོ་ས་འགྲོ་ས་གི་ས་ཁུལ་དུ་བ་ལ་རྒྱ་མི་རིགས་གི་མ་ཡིན་ཅིག་ལ

ད་ཁ་གཡར་ས་མང་པོ་ཡོད་མ་ཡིན་ཅིག་ཆབ་སྲིད་ཀྱི་འགོ་འཁྲིད་ཙིག་རེད་གོ་མིན་ཏང་གི་རྩ་མི་བཟོ་བྱ་རྒྱུ་གོ་མིན་ཏང་དང་གུང་ཁྲན་ཏང་གི་ཕམ་པར་རྒྱག་བྱ་རྒྱུ་གི་ཚོགས་པ་ཅིག་གི་འགོ་བར་བ་དེ་ཡིན་པ་སོང་ཙང་དེ་ལ་ནི་དེ་འདྲས་ཅིག་གོ་ན་སྐྱབས་མགོན་རིན་པོ་ཆེ་ལོ་རྒྱུས་ཀྱི་ཐོག་ནས་ཆོས་ལུགས་ར་དེ་ཟུག་གི་ཤུགས་རྐྱེན་འོག་གྱུར་མི་ཅིག་ད་དེ་ལ་ནི་མཇའ་ཁ་ཞེ་ནུས་རེད་མི་དེ་ནི་རྒྱ་ནག་གཞུང་གི་ཅིག་ཅིག་ན་ཨར་མར་བསྟན་པ་གི་གནས་སྟངས་ར་ཆགས་སྲིད་ཀྱི་རེད་དེ་ཡིན་པ་སོང་ཙང་འདི་རྒྱུ་མཚན་ཅིག་རེད། ཡིན་ན་ད་ང་ཚོ་འདུག་སྲིད་ད་ཡོང་ནས་གང་ལ་མ་ཡིན་གཅིག་ཕར་ར་ཕེབས་ཐུབ་ཡ་གི་ད་ནང་གཟིགས་བསྐོར་བྱེད་ཐུབ་ཡ་གི་རྒྱ་ནག་ནང་ལ་འགྲོ་ཐུབ་ཡ་གི་གནས་ཚུལ་གཙོ་བོ་འདི་རྒྱ་ནག་གི་འཐབ་ཕྱོགས་གཅིག་གྱུར་གི་ཁང་གི་ངོས་ནས་ད་ཐེ་ཝན་གྱི་སྤྱི་ཚོགས་དུམ་བུ་གཉིས་ཀྱི་ཏང་ཡ་གི་རིམ་པ་ད་དུ་ཡིན་ཡིན་པ་བྱས་དེ་གཅིན་པ་སོང་ཙང་ཐེ་ཝན་དུ་སྤྱི་ཏང་ཡིན་ན་ད་ང་ཚོ་བོད་པ་འདྲ་གི་མ་རེད་དེ་མང་ཆེ་བ་ཟིག་ཁོ་ཚོ་རྒྱ་མི་རེད་དེ་གཅིག་ནས་གང་ལ་ད་མ་ཡིན་གཅིག་ཡིན་ན་ར་སོ་སོ་གི་ཡ་མི་དེ་མ་ཧུ་ནན་འདྲ་དོ་བ་གི་ཧུ་ནན་འདྲ་དོ་བ་གི་མི་རེད་དོ་བ་བསྟན་པ་སོང་ཙང་ནས་ད། མང་ཆེ་བ་ཟིག་ཨ་ནི། ད་ཁོ་རང་ཚོ་ལ་ཅིག་ཤ་ཁྲག་གི་འབྲེལ་བ་དང་ཨ་ནི་སྤུན་རྒྱག་གི་འབྲེལ་བ་དེ་ཡོད་དེ་རེད་བ་ང་ཚོ་དེ་ཡོད་མ་རེད། ཡིན་ན་ར་ད་མ་ཡིན་ཅིག་ད་རི་ཕ་ར་འགྲོ་ནི་ཅིག། ཨ་ནི་ན་དུང་འདིའི་ཐོག་ནས་ད་ག་རི་མཚོན་སྐོར་ན། འཐབ་ཕྱོགས་གཅིག་གྱུར་ཁང་གི་ལས་ཀ། འཐབ་ཕྱོགས་གཅིག་གྱུར་ཁང་གི་ཨ་ནི། ཐའེ་ཝན་ནང་ལ་ད་ལས་འགུལ་འགྲོ། དགའ་རོ་གཅིག་པའི་ཞག་ཡོད་པ་ད་དུ་གསལ་བོ་མཚོན་གི་ཡོད་རེད་དེ་ཡིན་པ་ཚང་ཚང་ད་ད་ལྟ་ཞིག་མ་ཡིན་ཞིག་གཅིག་པོ་མ་རེད་ཤི་མ་ཡིན་ཞིག་ཕར་རེད་འགྲོ་སོང་ནི་གང་དང་ཐའེ་ཝན་གྱི་བརྒྱུད་ལམ་ཁག་གི་ནང་ན་བརྒྱུད་ལམ་ཁག་ཕྱོགས་གཉིས་ཡོད་རེད་ཐའེ་ཝན་ནང་ན་གཅིག་མང་གཙོ་ཚོགས་པ་གི་ཕྱོགས་ཐོག་འདི་རེད་གཅིག་ཨ་ནི་གོ་མིན་ཏང་གི་ཕྱོགས་ཐོག་འདི་ད་གོ་མིན་ཏང་གི་ཕྱོགས་ཐོག་འདི་ཚོ་གི་ཨོ་རི་རྒྱ་བལ་ཏང་ད་གྲོས་ཚོགས་ནང་ན་འདི་ཚོ་འཐུས་མི་མང་པོ་ཡོད་རེད་འདི་ཚོ་ད་ཡོང་ནི་གང་ལ་ད་གཅིག་ཐའེ་ཝན་ནང་ན་བདེ་འཇགས་མེད་པ་གི་གནད་དོན་ཆ་ཚང་ཨ་ནི་ད་རྒྱ་ནག་གི་བྱེད་སྟངས་འདྲ་བོ་རེད་ཨ་ནི་འདི་གི་བཟོ་དང་མང་གཙོ་ཡར་རྒྱས་ཚོགས་པ་གི་བཟོ་འདི་ཡོད་རེད། མང་གཙོ་ཡར་རྒྱས་ཚོགས་པ་ཟེར་ཡ་གི་འདི་འདྲའི་གི་ལྟས་ངན་ཅིག་མེད་པ་ཡིན་ན་ནི་རྒྱ་ནག་གི་དེ་བྱེད་གི་མ་རེད་ཟེར་ཅིག་གོ་ར། ད་དེ་འདྲའི་འདྲ་བོ་བཤད་འདི་ཅིག་ད་དཔེར་ད་རྒྱ་ནག་གི་བཤད་སྟངས་རང་ཅིག་གོ་ར། འོ་ན་ཐའེ་ཝན་ནང་ལ་ནི་ཧོང་ཀོང་ནང་ག་རེ་བྱིན་པ་རེད། རེད་བ། ང་ཚོ་བོད་པ་གི་མགོ་ག་རེ་བྱིན་པ་རེད་ཞིན་ཅང་མགོ་ག་རེ་བྱིན་པ་རེད་ད་ནི་མང་གཙོ་ཡར་རྒྱས་ཚོགས་པ་མེད་བ་དེ་ཡིན་པ་སོང་ཙང་གུང་ཁྲན་ཏང་གི་སྲིད་དབང་སྒེར་སྤྱོད་གི་ག་རེ་བྱེད་གི་ཡོད་མེད་དེ་ཚོ་ལ་ཐའེ་ཝན་ནང་གི་ད་ད་འདྲ་གི་ཅིག་དེའི། ད་དམངས་གཙོའི་ཚོགས་པ་རེད་འདི་ཚོ་གི་ཁ་གཏད་ཡིན་ལབ་ནས་གི་ད་གོ་མིན་ཏང་འདི་ཚོ་གི་དཔལ་དུ་འགྲེལ་ལོག་རང་རྒྱབ་ནས་ཅིག་ད་ཅིག་གོ་ད་ད་ག་ནང་བཞིན་གི་ད་མ་ཡིན་ཅིག་ད་དེའི་ཕ་ར་འགྲོ་ཐུབ་ཡ་ངས་བཤད་ཤོག་ཁག་གཉིས་ཐའེ་ཝན་ནང་ན་ཡོད་པ་དེ་གི་ད་སྐྱོབ་བྱ་རེད་ཤོག་ཁག་གཅིག་དེ་དམངས་གཙོ་ཡར་རྒྱས་ཚོགས་པ་རེད་དམངས་གཙོ་ཡར་རྒྱས་ཚོགས་པ་མངོན་གསལ་དོད་པོ་གི་རང་བཙན་བཙན་ནས་གི་ཚོགས་པ་རེད་བ་འདི་ཤུགས་ཆེན་པོ་ཆགས་ཡོང་ནས་གང་ལ་ཨ་ནེ། མ་ཡིན་ཅིག་གཞི་ནས་རྒྱ་ནག་ལ་འགྲོ་ཡ་རྒྱ་ནག་ལ་ལག་པ་བཏང་ས་རག་གི་ཡོད་རེད་དེ་ཡིན་པ་སོང་ཙང་ད་བལྟས་ན་ང་རང་ཚོའི་ཕྱོགས་ནས་ཨ་ནེ་འདི་འདྲས་ཅིག་ཡོད་རེད་ཡོད་མ་རེད་རེད་བ། མ་ཡིན་ཅིག་གི་ནང་བཞིན་གི་མ་ཡིན་ཅིག་འགྲོ་ན་འདྲས་ལམ་ཁ་ངོ་ནས་དྲང་ནས་ཤི་ནས་དེ་འཐབ་ཕྱོགས་གཅིག་གྱུར་གི་ནུས་བ་ཙམ་ར་མ་རེད། འཐབ་ཕྱོགས་གཅིག་གྱུར་གི་ཁོ་ཚོ་ལ་ཨ་ནེ་མ་ཡིན་ཅིག་ལ་སྣེ་ལེན་འདི་འདྲས་ཅིག་བྱེད་དགོས་ཡ་དང་ཨ་ནེ་ཁས་ལེན་འདི་བྱེད་དགོས་ཡ་དེ། ཨ་ནི་དམངས་གཙོ་ཡར་རྒྱས་ཚོགས་པ་ཁྱོན་ཡོངས་ནས་ཨ་ནི་རང་བཙན་བཙན་གནས་ཀྱི་ཚོགས་པ་ཤུགས་ཆེན་པོ་ཅིག་ཡོད་པ་སོང་ཙང་ཨ་ནི་གོ་མིན་ཏང་ལམ་གྲོས་ཀྱི་སྐོར་རྒྱ་ནག་གི་དེ་ལ་ལག་པ་བཏང་དགོས་ཀྱི་རིན་ཐང་དུ་ཆགས་དགོས། གལ་སྲིད་དམངས་གཙོ་ཡར་རྒྱས་ཚོགས་པ་མེད་ལ་ཅི་ཨ་ནི་གོ་མིན་ཏང་གི་ལག་པ་ན་སྲིད་དབང་ཡོད་པ་ཡིན་ན། མ་ཡིན་ཅིག་གི་ཁོ་རྒྱ་ནག་ལ་མ་ཡིན་ཅིག་རྒྱ་ནག་ལ་འགྲོ་ཡག་གི་གོ་སྐབས་འདི་ཧ་ལམ་ཁག་པོ་རེད་ག་རེ་རེད་ཟེར་ན་ད་མ་ཡིན་ཅིག་འགྲོ་ནས་ཅིག་ཐའེ་ཝན་རང་བཙན་བཙལ་མི་བཙལ་གི་གནད་དོན། དེ་བཤད་ས་མེད་ན་ད་གོ་མིན་རྒྱ་ནག་གི་ཁོ་ཚོ་ལ་ཆ་རྐྱེན་ད་ཧ་ལམ་གང་འདོད་འགེལ་ན། ད་ཐེ་ཝན་ནང་ནས་རང་དབང་དང་དམངས་གཙོ་བྱེད་ཆོག་གི་མེད་ཟེར། རེད་བ། ཨ་ནི་རྒྱ་ནག་གི་ལམ་ལུགས་ཁས་ལེན་དགོ་གི་ཡོད་ཟེར། ད། དེ། ཨ་ནི་རིམ་པ་གཉིས་པ་སྐད་ཆ་དེའི་ཐོག་འབབ་གི་ད་གུང་ཁྲན་ཏང་གི་མ་ར་འབབ་སྟངས་དེ་དེ་རེད། དེ་ཡིན་པ་སོང་ཙང་ངས་ད་ལྟ་སྒང་ནས་བཤད་པ་ནང་བཞིན། ཨ་ནི་ཅིག་མ་ཡིན་ཅིག་ཕ་ར་འགྲོ་དགོ་ཡག་གི་རྒྱུ་མཚན་མང་པོ་ཅིག་གི་ཐོག་ནས་དེ་སྒྲུང་འདྲ་བོ་བཤད་ཡོང་ནས་གང་ལ་དེ་ང་རང་ཚོའི་ཐོག་ལ

གུང་ཁྲན་ཏང་གི་མིག་ལམ་ནས་མ་ཡིན་གཅིག་ལ་རིན་ཐང་ཡོད་པ་དེ་ཐའེ་ཝན་ནང་ན་རང་བཙན་འཚོལ་གནས་ཀྱི་ཚོགས་པ་ཞིག་ཆེན་པོ་གཅིག་ཡོད་པ་སོང་ཙང་ད་མ་ཡིན་གཅིག་ལ་འདི་ཚོ་ལ་ད་གོ་སྐབས་གཅིག་ཡོད་རེད་དེ་ཡིན་པ་སོང་ཙང་ཕར་འགྲོ་དགོས་ཡ་དེ་རེད་ད་ང་རང་ཚོ་ལ་དེ་ཡོད་རེད་ཡོད་མ་རེད་དེ་ཨ་ནི་ང་རང་ཚོ་གི་བསམ་བློ་དང་ཕྱོགས་གཞན་པ་གཅིག་རེད་ད། ད་རིང་འདིའི་ཐོག་ནས་ཡིན་ན་ད་དེའི་གི་རིགས་དེ་དང་འབྲེལ་བའི་ཅིག་ང་ཚོ་གི་དབྱེ་ཞིབ་གི་ད་མར་དེའི་ཐོག་ལ་འབབ་ནས་དབྱེ་ཞིབ་དེ་ང་ཚོ་སང་ཉིན་གནངས་ཉིན་སྐྱབས་མགོན་རིན་པོ་ཆེ་བོད་ནང་ལ་ཕེབས་ཐུབ་གི་འདུག་མི་འདུག་ཟེར་ཡ་ཆོས་ར་བརྗོད་གཞི་དེ་ལ་བབ་ནས་ཀྱི་ང་ཚོ་ཁ་ཐུག་བཤད་ཡ་ཅིག་ད་ད་རིག་གི་འདི་ཐོག་ནས་མ་ཡིན་ཅིག་མཚན་མོའི་བྱི་བ་སྤྲིང་གི་འགྲོ་དགོ་རེད་ད་ང་རང་བཟོ་ར་ཕ་ར་ཕེབས་ཐུབ་ན་ད་མཚན་མོའི་བྱི་བ་ཡིན་པར་བ་མཚན་མོའི་བྱི་བ་སྤྲིང་གི་འགྲོ་ཡིན་ན་མ་ཡིན་ཅིག་འདི་ཐོག་ནས་ག་རེ་བཤད་དགོ་རེད་ན། ད་ཆབ་སྲིད་གི་ཐོག་གི་ཆབ་སྲིད་གི་འགན་ཐད་ཀར་ཡོ་བ་མ་རེད་བས་ན་སྐྱབས་མགོན་རིན་པོ་ཆེའི་ཕ་ར་ཕེབས་ཐུབ་བ་ཡིན་ན་འདི་རེད་ད་ད་འདའི་སྐབས་ལ་ང་ཚོ་བཙན་བྱོལ་ཆབ་སྲིད་གི་འཛིན་སྐྱོང་གི་སྐུ་དབང་མ་ར་ཤ་ཤ་བ་ན་ར་རྒྱ་ཁབ་གི་གཙོ་འཛིན་འཛིན་ན་མི་འདུག་ང་ཚོ་བོད་མི་ས་ཡ་གཅིག་གི་དབུ་ཁྲིད་དེ་ད་འདའ་བཅའ་ཁྲིམས་གི་ནང་ལ་སྐྱབས་མགོན་རིན་པོ་ཆེའི་ཁོད་ཤ་ཡོ། མ་ཡིན་གཅིག་དེ་མ་རེད་སྲིད་འཛིན་ཟེར་བ་རེད། སྲིད་འཛིན་ཟེར་བ་ཡིན་མིན་གང་ལ། ཐའེ་ཝན་ལ་ཁྲིམས་འཇུག་ཡོད་ས་རེད་ལོ་གསུམ་དང་པོ་ཙིག་གི་ནང་ཚུད་ན་སྲིད་འཛིན་ཟེར་བ་དེ་ཚོ་ཕྱི་ལོག་ལ་ཐོན་ཆོག་གོ་ས་མ་རེད་དེ་གར་ན་རྒྱལ་ཁབ་ཀུ་བདེ་འཇག་ལ་གསང་བ་གི་ཆེད་དུ་ལོ་གསུམ་འགོར་ཚོང་ལུགས་གི་རྗེས་ནས་ཨ་ནི་ཁོ་ད་ནི་ག་བ་ཡིན་ན་ད་གཞུང་འབྲུ་རེད་དེ་འདྲས་ཡ་མ་གཞུང་འབྲེལ་མ་ཡིན་པའི་ཐོག་ནས་སྒེར་གི་ཐོག་ནས་འགྲོ་ཆོག་གོ་རྟེན་པ་སོང་ཙང། མ་ཡིན་ཅིག་གིས་ནི་ད། ཐའེ་ཝན་གྱི་དེའི་ད་ལྟ་གི་ཁྲིམས་ཀྱི་བཀག་རྒྱ་དེ་ནི་ཕར་ད། དེ་ཚང་ཚར་ད་རྒྱ་ནག་ལ་འགྲོ་ཐུབ་ཡག་གི་རྒྱུ་མཚན་ཞིག་དེ་རེད་ཡིན་ན་ད་ང་རང་ཚོ་ད་ལྟ། བོད་ན་སྐྱབས་མགོན་རིན་པོ་ཆེ་ཕེབས་པ་ཡིན་ན་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་ཀྱི་ཐོག་ནས་ཕེབས་ཀྱི་ཡོད་རེད་བ་དེ་ཡིན་པ་སོང་ཙང་དེས་བོད་མི་གི་ཅིག་བོད་ཀྱི་རྒྱལ་རབས་ལོ་རྒྱུས་ཀྱི་འཐབ་རྩོད་ཁྲོད་དུ་ཆ་ཚང་འདྲེས་པ་ཆགས་ད་ཡོད་རེད། ན་དོན་ཅིག་དེ་རེད་ད་དེའི་ཐོག་ལ།

ཨ་ནི། ད་གལ་ཆེ་ཤོས་དེ་རྒྱ་ནག་གི་ཤེས་ཡོན་གྱི་འབྲེལ་ལམ་ཟེར་ཡ་ཅིག་ཡོད་རེད་བ་ཤེས་ཡོན་དང་རིག་གཞུང་གི་འབྲེལ་ལམ་ད་དེ་དེ་ཆགས་གདའ་བོ་རེད། རྒྱ་ནག་ར་ཨ་ནི། ད་ཐའེ་ཝན་གཉིས་ཆར་གྱི་པར་རིས་ཀྱི་འབྲེལ་བ་དེ་ཅིག་ང་རང་ཚོ་གྱི་འབྲེལ་བ་འདི་འདྲས་མ་རེད་ཁ་ཤས་ཀྱི་འབྲེལ་བ་ངོ་ནས་དྲངས་ནས་ད་འབྲེལ་བ་བརྟན་པོ་ཟེར་ན་མི་འདུག་གཞུང་འབྲེལ་གྱི་འབྲེལ་བ་དེ་ཡོད་བསྡད་པ་ཅིག་རེད་ཡ་མ་གནམ་གྲུ་འགྲོ་དགོས་དགོས་རེད་དྲི་བཟང་འགྲོ་དགོས་དགོས་ཡོད་རེད་ཨ་ནི། དེ་ཟུག་གི་རིགས་དེ་རེད་ད་ཨ་ནི། དེ་ནས་ཚོང་ཡར་མར་འགྲོ་དགོས་རུ་ཚོང་ར་ད་རྒྱ་ནག་གི་ཚོང་ག་ཡི་ག་འདྲ་ཅིག་ཐེ་ཝན་ན་ལེན་གི་ཡོད་ན་ཐེ་ཝན་གི་ཚོང་བ་ར་ག་འདྲས་འགྲོ་གི་ཡོད་ན་ཨ་ནི་བརྙན་འཕྲིན་ལ་འགྲོ་དགོས་རུ་སློབ་མ་མང་པོ་འགྲོ་ཡོང་བྱེད་གི་ཡོད་རུ་དེ་ཡིན་པ་སོང་ཙང་ཐེ་ཝན་ངོ་ནས་དྲང་དུ་བཤད་ན་རང་བཙན་གི་རྒྱལ་ཁབ་ཟེར་བ་ད་དེ་ཡིན་པ་སོང་ཙང་དེ་ཡོངས་རྫོགས་གི་ཐེ་ཝན་གི་ནང་གི་གནས་སྟངས་དེ་ཐེ་ཝན་གི་ས་གནས་གི་གཞུང་ལ་ཨ་ནི་ཐེ་ཝན་གཞུང་ལ་ཨ་ནི་གོ་བསྡུར་བྱས་ནས་ཨ་ནི་རྒྱ་ནག་ལ་ཕི་གེ་ལ་ད་ཉི་ཤ་བ་རུ་ལ་གྲོས་མོལ་བྱས་ཏེ་རྣམ་གྲངས་ཉི་ཤུ་སུམ་ཅུ་གི་ཐོག་ལ་ནི་འབྲེལ་བ་ཡོད་བསྡད་པ་ཞིག་རེད་དེ་པ་སོང་ཙང་དེ་ལ་ལས་ཀ་བྱས་ནས་ནི་ཅིག་ཀོ་ཐའི་པན་ཟེར་ཡ་འདྲ་བོ་དང་ཅིག་ལུའུ་ཝི་ཧུའེ་ཟེར་ཡ་འདྲ་བོ་དང་དེ་ངོགས་གཉིས་ཆ་གི་དེ་ལ་ཁ་ཐེག་གི་ལས་ཁུངས་གཉིས་བཙུགས་ནས་དེ་ལས་ཀ་དེ་དེ་བྱེད་གི་ཡོད་རེད་ད་ཡིན་ན་ད་རིང་གི་མ་ཡིན་ཅིག་གི་ལས་ཀ་འདི་གང་རེད་ཟེར་ན། ལོ་རྒྱུས་ཀྱི་ཐོག་ནས་ནི་རྒྱ་མི་རིགས་དེ་དག་ཤ་ཁྲག་གཅིག་པ་ཡིན་པ་དང་ཤ་ཁྲག་གཅིག་པའི་སྤུན་ཟླ་ཡིན་པ་ད་ལྟ་བཤད་དོ། དེ་བཤད་ཡ་དང་ནི་རིག་གནས་དང་རྒྱལ་རབས་ལོ་རྒྱུས་ཀྱི་ཐོག་གི་ནི་ད་ཉིས་ཆ་གི་གཅིག་གར་སོགས་པར་ད་ནི་སྐྱིར་སྡུག་མཉམ་མྱོང་ཡིན་ཟིན་ན་རེད་ད་གང་ལྟར་མ་འོངས་པའི་ལས་གང་ལ་ད་གཅིག་པ་ཡིན་པ་གི་ད་དེ་འདྲས་གི་གཅིག་དེ་རིག་གཞུང་གི་འགྲེལ་བཤད་ཅིག་རྒྱ་བོད་གཉིས་ཀྱི་རྣམ་པ་གི་ཐོག་ན་མ་ཡིན་ཅིག་འགྲོ་དགོས་རེད་དེ་མིན་པ་སོང་ཙང་ད་ལྟའི་གི་རིག་གཞུང་གི་འགྲེལ་བཤད་དེའི་ཐོག་ནས་ད་འགྲེལ་བཤད་གི་གལ་ཆེ་ཤོས་འདྲ་བོ་ག་རེ་ཟིག་བཤད་འདོད་རེད་ན། རྒྱ་ནག་གི་ཉེ་རབས་ཀྱི་ལོ་རྒྱུས་ཀྱི་ཐོག་ལ་ད་གོ་མིན་ཏང་ནས་བཤད་གི་ཡོད་རེད་ད་དེ་ལས་རྒང་ཚིག་མ་རེད་གོ་མིན་ཏང་གི་ཚོགས་པ་འདི་བཙུགས་ནས་ཀྱི་གོ་མིན་ཏང་གི་ནི་རྒྱ་ནག་གི་སྐམ་ས་ནས་སྲིད་དབང་སིམ་པ་དང་ད་དེ་རིམ་པ་དེ་ན་བཤད་གི་རེད་དེ་གཅིག་ནས་གང་ལ་གུང་ཁྲན་ཏང་ར་གོ་མིན་ཏང་གཉིས་ཆ་ད་དེ་ལོ་བརྒྱ་གི་ནང་ཚུན་ད་ཧ་ལམ་འདས་བྱུང་རྒྱུ་རེད་དེ་མིན་པ་སོང་ཙང

རྒྱལ་རབས་ལོ་རྒྱུས་ར་དེའི་ཐོག་གི་ཅིག་བཤད་དེ་ཅིག་ཡོད་ར་ད་ཉེ་རབས་ཀྱི་ཨ་ནི་གོ་མིན་ཏང་བཙུགས་ནས་ཅིག་ག་རེ་བྱིན་པ་སུང་ཀྲོང་སེང་གི་ག་རེ་བྱིན་པ་ཨ་ནི་ཅིག་རིམས་འགོག་དམག་འཁྲུག་གི་སྐབས་ལ་རྒྱ་མི་རིགས་ཀྱི་ག་རེ་མྱངས་པ་དེ་བཤད་སྟངས་དེ་ཆ་ཚང་ད་ཧ་ལམ་ད་རྒྱ་ནག་གི་བཤད་སྟངས་ཆགས་ད་ཡོད་ད། བར་ན་ཀྲུང་ཧྭ་མིན་སྐོར་ར་གོ་མིན་ཏང་དེ་ཅིག་བཤད་སྐོར་ད་དེ་དེ་སྐོར་འཛིན་ངེས་ཡོད་ནས་ཚེ་འབྲེལ་མ་རྟོགས་ཡིན་ན་དེ་གུང་ཁྲན་ཏང་ཡ་ཁྱབ་པར་འགྲོ་གི་མ་རེད་ད་གལ་ཆེ་ཤོས་དེ་ཨ་ནི་རྒྱ་མི་རིགས་དེ་ལ་ང་ཚོ་མཚོ་ངོགས་གཉིས་ཆ་ཡར་རྒྱས་གཏང་དགོས་ཡ། དགྲ་བོ་ལ་ང་ཚོ་ད་ཐུན་མོང་གི་ཁ་གཏད་གཅོད་དགོས་ཡ་ང་རང་ཚོ་གི། དེ་མ་བྱས་ན་ཨ་ནི་སྟོབས་ཤུགས་ཆེན་པོ་གཅིག་མ་ཆགས་པ་ཡིན་ན་ང་ཚོ་མིའི་ལག་ནས་ཉེས་ད་སད་ཀྱི་ཡིན་པ་ད་དེ་འདྲས་རྐྱང་རྐྱང་ཟིག་བྱས་ནས་ད་འཇར་པན་ཚོ་ཆ་བྱས་ན་འཇར་པན་གི་རི་འགོག་དམག་འཁྲིག་ར་འདིའི་ཁ་ཐུག་ལ་ད་ང་ཚོ་མི་མང་པོ་སད་ཀི་སད་རུབ་ད་ཅིག་ཞིའུ་ཅིག་བྱས་ཏེ་ཡོད་རེད་རི་འགོག་དམག་འཁྲིག་ར་དེའི་སྐབས་ལ་ནན་ཅིན་ད་ཐུག་ས་ལ་ཡ་དེ་ཅིག་དམར་གསོད་ཆེན་མོ་དེ་འདྲས་ཡོད་རེད། ཡིན་ན་གོ་མིན་ཏང་ར་གུང་ཁྲན་ཏང་གཉིས་ཆ་གི་གཅིག་གི་གཅིག་ལ་ཤ་ཟ་རེས་དང་རོ་འབྲི་བྲིས་བྱས་ནས་ཀྱི་མི་ག་ཚད་ཅིག་བསད་པ་རེད་བ་དེ་རེད། ཨ་ནི་ད་ད་ལྟའི་སྐབས་ལ་གོ་མིན་ཏང་ར་གུང་ཁྲན་ཏང་གཉིས་ཆ་གི་ད་འབྲེལ་བ་དེ་དག་ཆབ་སྲིད་ཀྱི་སྟེང་ནས་འཁྲབ་བསྡད་ཡོད་རེད། ཨ་ནི་དེ་ཡིན་པ་མ་གཏོགས་ཨ་ནི་གོ་མིན་ཏང་ར་གུང་ཁྲན་ཏང་གཉིས་ཆ་གི་གཅིག་གི་གཅིག་བསད་ཡོད་མེད་ཚིག་ཧ་ལམ་ཉི་ཧོང་གི་ཨ་ནི་རྒྱ་ནག་གི་ཐོག་ལ་དེ་འདྲའི་གི་ཨ་ནི་ནག་པོ་ཅིག་བྱས་ཡོད་མ་རེད། དེ་ནས་ཁྱེད་ཚོ་སྐབས་དེ་དུས་གང་ལ་ཁྱོད་ཚོ་སྤུན་རྒྱལ་ཡིན་པ་ཧ་མ་གོ་རེད་འགྲོ་བ། ད་ག་ནང་བཞིན་གི་མོ་བརྩེ་དུང་ར་ད་འདའ་གི་འདི་ཅང་བྱེད་ཧྲི་ར་ནི་འདི་ཟུ་དྲིན་འདི་གར་ས་དེ་མོ་བརྩེ་དུང་ར་ཅང་བྱེད་ཧྲི་ར་ཀྲུའུ་ཨིན་ལེ་ར་ད་རྒྱ་ནག་གི་སྔོན་མ་འདི་ཟུ་དྲིན་འདི་རྒྱ་མི་རིགས་ཡིན་པ་གང་ཞིག་ལ་ད་ཉམས་པོ་འཚར་ལོངས་བྱུང་རྒྱུ་གི་སློབ་གྲྭ་གི་མང་ཆེ་བ་སློབ་གྲོང་ནས་དེ་ཀྱང་ཀྱང་རེད་ཁོ་རང་གཟུགས་པར་ལ་གསལ་བྲིས་དེ་འདྲས་གཟིགས་བཞིན་པ་རེད་དེ་ག་རེ་རེད་དེ་ཡིན་པ་སོང་ཙང། ད། འདིའི་རིམ་པ་འདི་གབ་ནས་ཅི་ཞིག་བཤད་དགོས་ད་དོན་དག་རྡོག་རྡོག་ག་རེ་རེད་ཟེར་ན། རྒྱ་ནག་གི་ལས་གཞི་ཅིག་ལ། ཐོང་ཀྲན་པུའུ་གི་འཐབ་ཕྱོགས་གཅིག་གྱུར་ཁང་གི་ལས་གཞི་ཅིག་ར་ཐའེ་ཝན་གྱི། ད། ངོགས་གཉིས་ཆ་གི་རི་འགོག་དམག་འཁྲུག་ར་འདི་ཚོའི་ཐོག་ལ་ད་རྒྱ་ནག་གུང་ཁྲན་ཏང་གི་ཁྱབ་བསྒྲགས་བྱེད་ཡ་གི་ཨ་ནི་ད་དེ་འདྲས་གི་ད་ཅིག་ཨ་ནི་ལས་གཞི་འདྲ་བོ་ཞིག་བཟོ་ཡོང་དགོས་རེད། ད་མདོར་ན་ད་ལྟ་བོད་ནང་ནས་བཤད་ན་དེ་ཞང་མུའུ་ཡིན་ན་ཞིག་ལབ་དགོས་ཞང་མུའུ་ཞིག་ཡོད་རེད་ད་བོད་ནང་ལ་དེང་སང་དུ་བཟོ་དང་བཟོ་བཞིན་པ་རེད་རྒྱ་ནག་གི་ང་ཚོ་བོད་ཀྱི་ཐོག་ལ་ར་ཨ་ནི་ཕྱི་ལོག་གི་ཤེས་ཡོན་པ་ར་ད་དུ་དུ་བཟོ་རིགས་དུ་ཕ་ར་རྒྱ་ནག་ལ་སྐད་བཏང་ནས་ཅིག་ཨ་ནི་བོད་ཀྱི་ཉེ་རབས་ལོ་རྒྱུས་ཆ་ཚང་རྒྱ་ནག་གི་འདོད་པ་ལྟར་ར་བྲིས་འཇོག་གི་ཡོད་པ་ནང་བཞིན་མ་ཡིན་ཅིག་གི་ཁར་ཚང་ཕ་རྒྱ་ནག་ལ་འགྲོ་ནས་ཅིག་སྐྱོར་བསྡད་ཡོད་པ་གི་གནས་སྟངས་ཆ་ཚང་དུ་ཨ་ནི་གུང་ཁྲན་ཏང་གི་ད་རྒྱ་གར་ལ་ཞང་ན་ཐིས་ཀང་ལས་ནས་ཅིག་གུང་ཁྲན་ཏང་གི་ཟབ་ཆོས་ཆ་ཚང་བཟོ་ནས་ཅིག་ལག་པ་བཞག་ནས་དུ་སྐྱོར་གི་ཡོད་པའི་རྣམ་པ་འདྲ་ཚིག་ཡོད་རེད། དེ་ཡིན་པ་སོང་ཙང་ཏུ་ཁོ་རང་གཉིས་ཀ་ཕྱོགས་གཅིག་རེད། ད་ནི་ད་ང་ཚོ་འདིའི་ཐོག་ནས་བལྟ་ཡ་ཅིག་ལ། མ་ཡིན་ཅིག་ལ། ཨ་ནེ་གཟིགས་སྐོར་གི་མ་ཡིན་ཅིག་གི་ད་ལྟའི་ད་རེས་ཀྱི་གཟིགས་སྐོར་འདིའི་ཐོག་ལ་རྒྱ་ནག་གི་ཧོབ་ཏུ་ག་ལ་འགྱུར་བ་དང་གོ་སྒྲིག་བྱེད་རྒྱུ་དེ་འདྲའི་རེ་ད་ཕ་ཧ་ལམ་ཡོད་སྲིད་ཁར་དེའི་སྟེང་གི་ད་ལྟ་གི་ཝུ་ཧན་གྱི་འགྲེམས་སྟོན་ཁང་ལ་མ་ཡིན་ཅིག་འགྲོ་ཡ་ཅིག་བར་བ་དེའི་ནང་ལ་འགྲོ་ནས་མ་ཡིན་ཅིག་གི་གཏམ་བཤད་བྱེད་ཡ་དང་ཝུ་ཧན་གྱི་ད་ལོ་གི་རྒྱ་ནག་གི་འགྲེམས་སྟོན་ཁང། ཨ་ནེ་དེའི་ཝུ་ཧན་གྱི་རྒྱ་ནག་གི་འགྲེམས་སྟོན་ཁང་དེ་ལ།

དེ་ཡི་ལས་རིམ་དུ་རྒྱ་ནག་གི་ཧོབ་ཏུ་ཁ་ལག་བཟོ་རྒྱུ་འདྲ་བོ་ཅིག་ཡོད་རེད། ང་རང་གཟུགས་ཀྱི་སྔོན་མ་འདི་ཡོད། ཨ་ནི། རྒྱ་རི་རིན་པོ་ཆེ་ལས་དེ་གཟུགས་ཀྱི་སྔོན་མ་དེ་འདྲ་ཅིག་སོང་མྱོང་ཡོད་ཡ། དེ་འདྲ་ཅིག་བཤད་སོང། ཁོ་རང་ཚོ་ཉིས་སྟོང་བརྒྱད་ཀྱི་ལོ་བོད་ནང་ལ་སིང་ལང་ཡི་དོ་པི་ཁ་ཐིག་ད་དེ་ནི་ང་ཚོ་གི་ཉིས་སྟོང་བརྒྱད་ལ་བེད་སྤྱོད་བཏང་ཚར། བེད་སྤྱོད་གཅིག་བཏང་ཚར་ནས་ཀྱི་ཉིས་སྟོང་བརྒྱད་ཀྱི་སྐབས་ལ་བེད་སྤྱོད་དེ་ག་རེ་བཏང་བར་ན་བོད་རྒྱ་ཞི་མོལ་གྱི་འབྲེལ་ལམ་འདི་ཡོད་ཟེར་ཡ་གཅིག་བོར་བ། དེ་སྐད་བཏང་པའི་ཁ་ཐུག་ལ། ཨ་ནི་དགོངས་དག་མཚན་ཟིག་ན་ཅིག་ག་ཁ་པར་དུ་འཛག་དྲག་གི་སླེབས་ནས། གབ་ས་རྒྱལ་མཚན་ཡིན་བསམ་སོང་ཅིག་གི་ཨ་ནི་ཁོ་ཤོག་ལབ་གི་འདུག་ད་ནས་ཨ་ནི། ཨ་ནི་ཁོ་ཚོ་ཚ་གེ་ཚི་གེ་ཅིག་བེད་སྤྱི་ན་འགྲོ་རེ་ཟིག། པེ་ཅིན་ན་འགྲོ་ནི་གང་ལ། ཨ་ནི། པེ་ཅིན་གྱི་ད་ཨེ་གནས་ཤིང་པ་དེ་ཚོ་གི་ཁྲིད་ནི་ཅིག། དེ་རང་ང་ཚོ་འགྲོ་ནི་ཅིག་བྷི་གེ་ལ། ཨ་ནི། སྐབས་དེ་རིགས་ཀྱི་ཨོ་ལིམ་ཕིག་གི་རྩིས་ས་གི་ཨ་ནི་ད་རྩིས་མོ་རྩིས་ས་གི་ཐང་ཅིག་ཡོད་རེད་བ། ཨོ་ད་དེ་ལ། ཨ་ནི་པར་རྒྱབ་ཀྱི་འགྲོ་ཟེ་ཨ་ནི་རྒྱབ་ལོགས་ལ་ཨ་ནི། རྩིས་མོ་རྩིས་ས་གི་དེ་ད་ལིར་རྩེ་ར་བ་དེ་བཞག་ནི་ཅིག་ཨ་ནི་ང་རང་ཚོ་གི་ཀི་ཚུབ་ཚུབ་པར་རྒྱབ་ཡོད་རེད།

ས་བྱི་ལུགས་ཀྱི་ཨ་ནི་ད་ངོ་རྒོལ་ཆེན་མོ་དེ་བྱུང་བར་བ་དེའི་ཁ་ཐུག་ལ་ཨ་ནི་ད་རྒྱ་ནག་གི་འདི་ཏཱ་ལི་བླ་མ་གི་སྐུ་ཚབ་བཏང་ནས་པེ་ཅིང་གི་ད་གནས་ཚུལ་ད་ག་རང་བཟོ་དགོས་རེད་ད་ཏཱ་ལི་བླ་མ་གི་སྐུ་ཚབ་བཏང་ནས་ཀྱི་པེ་ཅིང་གི་ཨོ་ཡོང་ཧུའེ་ར་པེ་ཅིང་གི་ཨོ་ལིམ་པིག་གི་ཚོགས་ལ་རྒྱབ་སྐྱོར་བྱིན་པ་དང་ཁོ་ཚོ་འདི་གཟིགས་སྐོར་བྱས་ནས་དེ་བྱེད་གི་ཡོད་རེད།

ད་གནས་ཚུལ་འདིའི་ཐོག་ནས་ཏང་གི་གལ་ཆེ་ཤོས་ཀྱི་འཐབ་ཕྱོགས་གཅིག་གྱུར་གྱི་ལས་ཀ་དེ་ཚད་བཀལ་བ་སླེབས་བྱ་ཟེར་ཆོག་ར་རྒྱ་ནག་ནང་ལ་ད་རྒྱ་མི་རིགས་ནང་ལ་འཐབ་ཕྱོགས་གཅིག་གྱུར་གྱི་ལས་ཀ་འདི་གོ་མིན་ཏང་ར་ཐའེ་ཝན་ནང་ལ་ད་ཚད་མཐོན་པོ་སླེབས་འདུག་ད་འཐབ་ཕྱོགས་གཅིག་གྱུར་གྱི་ལས་ཀ་དེ་ང་ཚོ་བོད་པ་ཚོ་བགྱིས་ཡོད་ར་འཐབ་ཕྱོགས་གཅིག་གྱུར་ལབ་ན་མིན་དེའི་ཐོག་ནས་ད་གོ་བ་ཡག་པོ་གཅིག་ལེན་ཐུབ་ཀྱི་མ་རེད་འཐབ་ཕྱོགས་གཅིག་གྱུར་ཟེར་ཆོག་ར་དེ་ང་ཚོ་བོད་སྐད་ཀྱི་ཚིག་དེའི་ཐོག་ནས་གོ་ཡོད་ཅིག་གོ་ཐུབ་ཡག་གི་ཚིག་དེ་འདྲས་མ་རེད་རྒྱ་སྐད་ཀྱི་ཐོག་འགྲན་འབུ་ལ་བས་ཅིག་རེད། དེ་འགྲེལ་བཤད་ཅིག་གོ་གོ་རེད། འཛམ་གླིང་གི་རྒྱལ་ཁབ་གཞན་པ་ལ་འདི་འདྲའི་ཡོད་མ་རེད་དེ་ལས་ཁུངས་འདི་འདྲའི། ཨ་ནི་འདི་ག་རེ་རེད་ཟེར་ན། གུང་ཁྲན་ཏང་གི་པར་ཏི། གི་ནང་ན་གུང་ཁྲན་ཏང་མི་སྣའི་གི་ད་གུང་ཁྲན་ཏང་གི་ཏང་ཡོན་དམར་ཤོག་གི་ཨ་ནི་ཚོགས་མིའི་མི་འགྱུར་གི་མི་དེ་ཚོ་ཨ་ནི་དམར་ཤོག་ར་མཉམ་པོ་ས་ཁ་བསྒྲིགས་ནས་ཀྱི། ཁེ་ཕན་མཉམ་པོ་བེད་སྤྱོད་བཏང་ཡ་རེད་བ། ཨ་ནི་དམར་ཤོག་གི་གོ་སྐབས་སྤྲད་ནས་ཀྱི་ཨ་ནི་དམར་ཤོག་ལ་རྒྱབ་སྐྱོར་བྱས་ནས་གི་དམར་ཤོག་མི་སྣའི་དེ་ཚོ་གི་དམར་ཤོག་གི་ལྟ་བ་གི་རྒྱབ་སྐྱོར་མ་བྱས་ན་རེད། སྤྱོད་ལམ་རེ་ཞབས་སྤྱོད་ཀྱི་ཐོག་ནས་མར་ཕྱོགས་རེ་མཉམ་བཟའ་མཉམ་འཐུང་ཡོད་ནི་མི་དེ་འདྲའི་དགའ་བ་ཡོད་ན་མཚན་ནི་མི་དེ་ཚོ་ལ་ནི་ད་ནི་དགའ་བ་གཅིག་ན་ཡོད་ན་ནི་ལྷི་སྤྲུལ་དང་བློ་འགུགས་བྱས་ནི་ཅི་འོ་དེ་བྱས་ནི་གི་ཚོགས་པར་ད་དེ་ཚོགས་པ་དེ་གི་ལས་ཀ་དེ་མངོན་ལྐོག་གཉིས་ཆ་ན་ཡོད་རེད་གསོ་བ་གཉུག་མ་གི་ལས་ཀ་རེ་ཡོད་རེད་དེའི་ནང་ལ་བསྟན་པ་སོང་སོང་ད་འཐབ་ཕྱོགས་གཅིག་གྱུར་གི་ལས་ཀ་དེ་མི་དང་འཐབ་ཕྱོགས་གཅིག་གྱུར་ནི་ལས་ཀ་དེ་འདྲའི་ཞིག་རེད་གུང་ཁྲན་ཏང་དང་པོ་བཙུགས་པའི་ཁ་ཐུག་ལ་གུང་ཁྲན་ཏང་གི་ཚོགས་པ་འདིའི་ནང་ན་ནུས་བ་ཐོན་ནུས་ཀྱི་ལས་ཁུངས་གསུམ་ཡོད་རེད་གཅིག་གུང་ཁྲན་ཏང་གི་དམག་མིའི་ཅིག་གཅིག་གུང་ཁྲན་ཏང་གི་དྲིལ་བསྒྲགས་ཅིག་གཅིག་གུང་ཁྲན་ཏང་གི་གུང་ཁྲན་ཏང་ཡོན་མི་སྣ་རེད་རྒྱ་ནག་དམར་ཤོག་ཚོགས་པ་གི་ནང་ལ་ནི་མིའི་ལྷུན་གུག་ཅིག་ནས་ཅིག་ད་པེ་ན་བླ་མ་ཡིན་ན་རེ་འགྲིག་གོ་རེ་གྲྭ་བ་ཡིན་ན་རེ་འགྲིག་གོ་རེ་ནི་མ་རྩ་རང་ལུགས་ཡིན་ན་རེ་འགྲིག་གི་ཡོད་རེད་ནི་ཕྱི་རྒྱལ་གྱི་མི་ག་ཚད་ཅིག་ཡིན་ན་རེ་གུང་ཁྲན་ཏང་མཉམ་པོ་མཉམ་བཟའ་མཉམ་འཐུང་ནི་ཁྱོད་ང་ཚོ་གི་གྲོགས་པོ་རེད་ང་ཚོས་ཁྱོད་ལ་ཁེ་ཕན་སྤྲད་གི་རེད་ལྐོག་ནས་འཛེམ་མ་དེ་འདྲས་རེ་སྤྲད་ཀི་རེད་འོ་དེ་འདྲས་བྱས་ནས་ཀྱི་ད་འཐབ་ཕྱོགས་ཅིག་ཅིག་གི་ལས་ཀ་དེ་ད་ལྟ་ཐའེ་ཝན་ནང་ལ་ལམ་འགྲོ་དགའ་རོགས་ཅིག་ཡོད་པ་དེ་གསལ་བོ་རེད་ད་ང་ཚོ་རང་འཐབ་ཕྱོགས་ཅིག་ཅིག་གི་ད་གྲིབ་ནག་འདིའི་འོག་ན་ཐར་ཀི་མེད་བ་ད་དེ་རེད་དེ་འབའ་ཚང་ཚང་མ་ཡིན་གཅིག་ཚོ་ཕ་ར་འགྲོ་ཐུབ་ཡ་འདིའི་ཐོག་ནས་ནི་ངས་ད་འདྲ་བྱས་རྒྱབ་ལྗོངས་སྣ་ཚོགས་ཅིག་རེད་ན་གཅིག་འཐབ་ཕྱོགས་ཅིག་ཅིག་གི་ལས་ཀ་དེ་ད་ལམ་འགྲོ་དགའ་རོགས་ཅིག་འཇུག་པ་གི་རིམ་པ་དེ་ན་བྱེད་དགོས་རེད་དེ་འབའ་ཚང་ཚང་ད་ང་རང་ཚོ་གི་འདིའི་ནི་སྟངས་ད་ཧ་གོ་དགོས་རེད་བ། སྟོབས་ཤོག་གཅིག་རེད་ད་འདི་ནས་ང་ཚོ་མདོ་སི་མ་ར་ལྟ་ཡོང་ནས་གང་ལ་ངས་ད་ལྟ་འདིའི་ཐོག་ནས་ཅིག་དོར་སྣང་བྱེད་ས་ཟེར་ན་མི་འདུག་འདིའི་ཐོག་ནས་ང་རང་ཚོ་ལ་བོད་པ་གི་ད་མ་ཡིན་ཅིག་ཕ་ར་འགྲོ་ནས་ཅིག་བཤད་ཡ་དེ་ག་རེད་ན་ལྕགས་ཕག་ལོ་གི་གསར་བརྗེའི་སྐབས་ར་ཅིག་རི་འགོག་དམག་འཁྲུག་གི་སྐབས་ར་ཅིག་སྔོན་མ་གི་ད་སང་ཡོན་སན་གི་ཀྲུང་ཧྭ་མི་སེར་རྒྱལ་ཁབ་དེ་བཙུགས་པ་དང་དེའི་རྒྱབ་ལྗོངས་མང་པོ་ཅིག་རྒྱབ་ལྗོངས་དེ་ཁྱེད་ཡོང་ནས་ཅིག་སྐད་ཆ་མང་པོ་དེ་བཤད་དགོས་རེད་ཨ་ནི་མ་ཡིན་ཅིག་དེའི་ལྕགས་ཕག་ལོ་གསར་བརྗེའི་གི་དྲན་དྲན་རྟེན་ཁང་ཟེར་ཡ་ཅིག་ཁྲུང་ཆིན་འཛིན་ན་ཝུ་ཧན་འཛིན་ན་ད་གང་ཟེར་རེད་དོ་བ་ཅིག་ན་ཡོད་ས་རེད་ད་དེ་ནན་ཅིང་གི་ད་གི་གར་ཚང་ཅིག་ག་འགྲོ་སོང་བ་དེའི་ནང་ནས་ནས་རྒྱབ་ལོག་དེ་ལ་ཀྲུང་ཧྭ་མི་སེར་རྒྱལ་ཁབ་དུ་དང་པོ་བཙུགས་པའི་ཁ་ཐུག་ལ་ནས་རྒྱབ་ལོག་དེ་ལ་ནས་ཀྲུང་ཧྭ་མི་སེར་རྒྱལ་ཁབ་གི་དར་ཆ་ཡོད་རེད་དར་ཆ་དེ་ལ་མཚོན་མདོག་ལྔ། དེ་ལ་གང་ཞེས་བསྐོར་ན་ད་སོང་ནོ་སང་གི་རྒྱལ་ཁབ་དེའི་ཚིག་ནི་གང་ལ་འབོད་ཚིག་འདྲ་བོ་སྣ་ཁ་ཟིག་གཉིས་ཡོད་རེད་འབོད་ཚིག་སྣ་ཁ་གཉིས་ཟིག་ཡོད་རེད་དེའི་གཅིག་ལ་ནི་འདི་རེད་བ་ད་ང་ཚོ་ཝུ་ཚུགས་གོང་ཧི་ཟེར་ཡ་དེ་རེད་ནི་རིག་ནག་གི་ནི་སྤྱི་མཐུན་གི་རྒྱལ་ཁབ་རིག་ནག་གི་བཙུགས་རྒྱུག་གི་སྤྱི་མཐུན་རྒྱལ་ཁབ་རྒྱལ་ཁས་བཤད་ན་ཝུ་ཚུགས་གོང་ཧི་རེད་བ་དེ་རེད་དེ་གཅིག་ནི་གང་ལ་ཝུ་ཚུགས་གོང་ཧི་དེ་ལ་ང་ཚོ་རིག་ནག་སྤྱི་མཐུན་རྒྱལ་ཁབ་ཟིག་ཅིག་བཤད་དགོས་རེད།

གི་མཉམ་འབྲེལ་གྱི་ཐོག་ནས་བཙུགས་རྒྱུ་ཡིན་ལབ་སྐོར་བསྟན་པ་ཚང་ཚང་ང་ཚོ་གི་གོ་མིན་ཏང་གི་རྒྱལ་ཁབ་བཙུགས་ཡས་ལ་བོད་མི་རིགས་ཀྱི་དེའི་ནང་ལ་ཆ་ཤས་ལེན་ཡོད་མེད་ལ་མ་ལྟོས་བའི་རྒྱ་ནག་གི་ང་ཚོ་གོང་ཧི་གི་ནང་གི་གྲུབ་ཆ་ཅིག་གི་སྤོབས་པ་ཆགས་ཡོད་རེད་དེ་ཅི་ནས་གང་ལབ་ཁར་ཚང་དེའི་སོང་གྲོང་སེང་གི་གཏམ་བཤད་བྱེད་རྒྱུ་གི་ད་དང་པོ་ནས་ནན་ཅིན་ཀྲིན་ཧྥུའུ་དང་པོ་བཙུགས་པའི་ཁ་ཐུག་ཡིན་ས་རེད་དེའི་སྐབས་ཀྱི་སོང་གྲོང་སེང་གི་གཏམ་བཤད་བྱིན་པའི་ཁ་ཐུག་ལ།

མཉམ་སྒྲིག་གི་ནང་ཞུགས་གནས་ཀྱི་རིགས་ལྔ་བོ་དེ་རྒྱལ་ཁབ་ཀྱི་གཞི་རྩའི་དབང་ཆ་གི་འདྲ་མཉམ་ཡིན་པ་རེད། ད་དེང་སང་བྱས་ན་གྲངས་ཉུང་མི་རིགས་ར་རྒྱ་ནག་གི་དམར་ཤོག་ཚོགས་པ་གི་གྲངས་ཉུང་མི་རིགས་ར་མི་རིགས་ཆེན་པོ་གི་དབྱེ་བ་བཀར་ཆོག་དེ་མ་ཡིན་པའི་གྲངས་མང་ཉུང་བ་མ་དེ་མི་རིགས་ལྔ་བོ་འདྲ་མཉམ་རེད། དེ་ཡིན་པ་སོང་ཙང་རྒྱལ་དར་གི་ཐོག་ལ་སྐབས་དེ་རིགས་སྒང་ལ་རྒྱ་ནག་གི་རྒྱལ་དར་གི་ཐོག་ལ་ནི་དེ་གོ་མིན་ཏང་གི་བཟོ་རྒྱུ་སྐབས་ལ་རྒྱལ་དར་མཚོན་ཐོག་རྔ་བྱས་མཚོན་ཐོག་རྔ་བོའི་ཐོག་ལ་ནི་བོད་པ་མཐའ་མ་ཅིག་ནག་པོ་དེ་རེད་ས་ད་དེ་དྲ་ཐོག་ར་དེ་ལྟ་ཡོང་ནི་སྒང་ལ་ནི་མི་རིགས་སོ་སོ་གི་ནི་རིགས་གཞུང་ར་ད་མི་རིགས་སོ་སོ་གི་དགའ་ཕྱོགས་ལྟར་ར་དམར་པོ་དུ་སི་འདམ་རྒྱུ་རེད་ཟི་ད་བོད་ཀི་བོད་པ་གི་ནག་པོ་དུ་སི་བྱ་རྒྱུ་རེད་ལབ་གི་འདུག་དེ་བི།

ཨིསི་ལ་མེ་གི་ཁ་ཆེའི་ཆེད་ལུགས་ཡ་ད་པ་ཡེ་ནས་འདི་ཚོ་མཚོན་བྱེད་ནག་པོ་དུ་གལ་ཆེན་པོར་བརྩི་གི་ཡོད་རེད་དེ་བརྩི་དགོས་ཡ་རྒྱུ་མཚན་ག་རེ་རེད་ན་མཚོན་བྱེད་ནག་པོ་ང་ཚོ་ཡིན་ན་ད་ཅིག་སྤྱན་རས་གཟིགས་སྐུ་མདོག་དཀར་པོ་ཡིན་ཟེར་ཡ་ནང་བཞིན་ཁོ་རང་ཚོ་གི་ད་འཇིག་རྟེན་བཀོད་པ་པོ་ཟེར་ན་རེད་ཨ་ནི་ཨན་ལ་དེ་ཨ་ནི་མུ་ཧ་མན་ཏི་ལ་ཞལ་གཟིགས་ཀི་རྣམ་པ་ཟེར་ནས་དུས་སྲིད་ཅུང་ཡོང་ནས་གང་ལ་མཚོན་བྱེད་ནག་པོ་རེད་ད་མིག་གི་གདོང་པ་རེད་དེ་འདྲས་ཡོག་མར་ད་ཨ་བསྟན་པ་ཚང་ཚང་ཅིག་ཅིག

ཁ་དང་ཁོག་པ་དཀར་པོ་ཡིན་སེམས་དང་བསམ་པ་གཙང་མ་ཡིན་ཟེར་ང་རང་ཚོས་ང་རང་ཚོ་ལ་ཧ་ལམ་མཚོན་གཞི་ཅིག་འདམ་དགོས་ན་ཁ་བ་གངས་ཅན་ལྗོངས་ཀྱི་དཀར་པོ་འདམ་གི་རེད་ད་ཡིན་ན་གོ་མིན་ཏང་གི་རྒྱལ་དར་དེའི་ཐོག་ལ་བོད་པ་ཤག་པ་ཙམ་གོ་ཟིག་ད་ནག་པོ་ཤག་ཡོད་ན་རེད་དེ་དེ་ཡིན་པ་སོང་སོང་ད་གང་ལྟར་དེ་ཡག་པོ་ཅིག་བྱུང་ས་མི་རིགས་འདི་མི་རིགས་ནག་པོ་ཟིག་ཟེར་ཆོག་ཁ་མ་ཉིན་ནས་ཅིག་ཨ་ནི་རྒྱ་ནག་ང་ཚོ་སྔོན་མ་གི་རྒྱ་ནག་གི་རྒྱལ་རབས་སྔོན་མ་ཚོའི་སྐབས་ལ།

གོ་མིན་ཏང་གི་བཙུགས་རྒྱུ་དེ་ལ་ཨུ་ཚུགས་གོང་ཤར་ལབ་གོ་ར་རིགས་རྔ་གི་སྤྱི་མཐུན་རྒྱལ་ཁབ་ད་ཐེངས་ནང་ནས་ང་ཚོ་རིགས་རྔ་དེ་དང་སྤྱི་མཐུན་རྒྱལ་ཁབ་དེ་རིགས་རྔ་དེའི་དབང་ཆ་འདྲ་མཉམ་རེད་སྤྱི་མཐུན་རྒྱལ་ཁབ་དེའི་རྒྱལ་ཁབ་གི་ངོ་བོ་བཤད་དགོས་གལ་ཏེ་ན་མན་གཅིག་གི་རྒྱལ་སྡིངས་གི་གཞུང་མེད་པར་བཟོ་ནས་ཀྱི་ནི་མི་མང་གི་གཞུང་བཙུགས་ཡ་ད་སྤྱི་མཐུན་རྒྱལ་ཁབ་ལ་ང་ཚོ་བཤད་སྟངས་ན་སྣ་ཚོགས་ཅིག་ཡོད་རེད་ཨུ་རུ་སུ་ནང་བཞིན་གི་དེ་ཚོ་ར་སྤྱི་མཐུན་རྒྱལ་ཁབ་ཡིན་ལབ་གོ་ར་རྒྱ་ནག་གི་འདི་ནང་བཞིན་ཅིག་འགྲོ་སྟངས་ད་ལྟ་གི་མི་མང་འཐུས་མི་ཚོགས་ཆེན་གི་ལམ་ལུགས་འདི་ར་སྤྱི་ཚོགས་སྤྱི་མཐུན་རྒྱལ་ཁབ་ཡིན་ལབ་གོ་ར་ཡིན་ན་ཆོག་གོ་མིན་ན་ཆོག་གོ་ད་ནང་བཞིན་གྱི་སྤྱི་མཐུན་རྒྱལ་ཁབ་ཀྱི་ཁྲོད་ནས་དམངས་གཙོའི་སྤྱི་མཐུན་རྒྱལ་ཁབ་ལ་སྲིད་འཛིན་ལམ་ལུགས་དང་གྲོས་ཚོགས་ལམ་ལུགས་གཉིས་ཆ་ཡོད་རེད། དུ། ག་རེ་ན་རྒྱལ་པོའི་རི་དེ་ཚོ་གི་ཅིག་ཆོས་སྲིད་ཟུང་འབྲེལ་གྲས་རྒྱལ་པོ་གི་ལམ་ལུགས་མགོ་རྟིང་བསློགས་ནས་ཀྱིས་སྤྱི་མཐུན་རྒྱལ་ཁབ་བཙུགས་རེད Republic། དེ་ཡིན་པ་སོང་ཙང་སྤྱི་མཐུན་རྒྱལ་ཁབ་ངོ་བོ་གཅིག་དེ་རེད། སྤྱི་མཐུན་རྒྱལ་ཁབ་ཀྱི་ངོ་བོ་ཕྱི་མ་དེ་དེང་སང་ཞིག་རེད་བཤད་ཀྱི་མེད་པ་དེ། སྤྱི་མཐུན་རྒྱལ་ཁབ་ཀྱི་ནང་ལ་ཞིག་ནས་ཀྱི་སྤྱི་མཐུན་རྒྱལ་ཁབ་ཀྱི་ནང་གི་ཁོངས་མི་ཅིག་ཡོད་རེད། ངར་སྡེ་གི་ཐོག་ནས་ཞིག་ཡོད་ན་རེད་མི་རིགས་ཀྱི་ཐོག་ནས་ཞིག་ཡོད་ན་རེད། དེ་ཚོའི་རིགས་དེ་རྒྱལ་ཁབ་ཀྱི་ཐོག་ནས་དབང་ཆ་འདྲ་མཉམ་ཆགས་ཀྱི་ཡོད་རེད།

ནི་རྒྱ་ནག་དང་ར་ཤི་ཡ་དང་ནི་ད་ཨ་རི་དང་ནི་རྒྱལ་ཁབ་ཆེན་པོར་ཆེས་ཆུང་བ་མར་དེ་དབང་ཆ་འདྲ་མཉམ་ཡོད་དེའི་ནང་བཞིན་གྱི་རིགས་རིགས་ལྔ་བོ་དེ་ལ་དབང་ཆ་འདྲ་མཉམ་ཡོད་རེད Republican གྱི་ནང་གི་དོན་དག་ཅིག་དེ་ད་དེང་སང་དེ་བྱེད་འདྲ་བྱེད་གི་ཡོད་མ་རེད་མ་གཏོགས་རྒྱ་ནག་གི་དེ་རེད་དེ་འབའ་ཚང་ཚང་ཟུང་དྲུང་སེང་གི་ཁར་ཚང་དེའི་ནི་དྲན་རྟེན་ཁང་ནང་ནས་མ་ཡིན་ཅིག་གི་སྐད་ཆ་བཤད་དེ་ནི་གང་ལ་གོ་མིན་ཏང་ལ་ང་ཚོ་ཁམས་ཆུ་བཙུགས་ས་ཅིག་དེ་རེད་དེ་ནི་ད་ང་ཚོ་གོ་མིན་ཏང་གི་སྐབས་དེ་ལ་ད་ང་ཚོ་འདི་བྱེད་དགོས་ར་ད་ཅིག་གི་གསལ་མིན་འགྲུ་ཡིས།

སྨན་སྐྱིད་གཞུང་དུ་འགོར་ཐང་ལོག་ཡ་གི་བྱས་ཏེ་རྒྱ་མི་རིགས་བེད་སྤྱོད་བཏང་ཡོད་རེད་རྒྱ་མི་རིགས་ཀྱི་ཁྲོད་ནས་མི་རིགས་རང་རིགས་དེ་བེད་སྤྱོད་བཏང་ནས་ཀྱི་ད་དེ་རིང་ཡིན་ན་རྒྱ་ནག་གི་དེ་བེད་སྤྱོད་བཏང་གོ་རེ་སོང་རུང་ཟེར་གི་དེ་དེ་འབའ་ཚང་ཚང་གར་ཚང་ཁོ་སཱ་མིན་ཀྲུའུ་ཡིས་དེ་བཤད་དགོས་ཡ་གི་རྒྱུ་མཚན་གཅིག་ད་མི་རིགས་རང་རིགས་བེད་སྤྱོད་བཏང་ཡ་རེད་མི་རིགས་རང་རིགས་བེད་སྤྱོད་བཏང་ཡ་ལ་སྐབས་དེ་རིགས་གི་སོང་རུང་ཟེར་འདྲ་དེ་ཚུག་གི་བཤད་བསྡད་པ་དེ་རྒྱ་ནག་ལ་དཀའ་ངལ་བྱུང་དགོས་ཡ་གི་རྒྱུ་མཚན། ད་བར་རྒྱལ་ཁབ་བརྒྱད་ཀྱི་དམག་རྒྱབ་ཀྱི་ཡོད་ན་རེད་འཇར་པིན་གྱི་རྒྱ་ནག་ལ་དམག་རྒྱབ་ཀྱི་ཡོད་ན་རེད་ག་རེ་བྱེད་ཀྱི་ཡོད་ན་གལ་ངེས་དེ་གི་ནད་ཚ་གི་ནད་ཚ་དེ་ག་བ་ཐུག་དོར་ན་ང་ཚོ་རྒྱ་མི་རིགས་ལ་ཤོད་གི་བཙན་འཛུལ་པ་ཡོང་ནི་ཅི་རྒྱ་ནག་སུན་འདི་ཡོད་རོ་ཤི་བཙན་འཛུལ་པ་དེ་སུ་རེད་ལ་ན་མན་ཇི་ཞུང་རེད་ངན་ཁག་ཆ་ཚང་མན་ཇི་ཞུང་གི་ཁུར་གོ་རེད་རྒྱ་ནག་གི་མི་རིགས་རང་ལུགས་ཡ་ངོ་ལོག་རྒྱབ་ནི་ཅི་དང་པོ་རྩ་མེད་བཟོ་དགོས་དེ་མན་ཇི་ཞུང་དེ་རེད་དེ་མ་ཞིག་རྒྱ་མི་རིགས་ཀྱི་མི་རིགས་རང་ལུས་བེད་སྤྱོད་བཏང་ནས་ཞིག་དང་པོ་ནུས་ཏེ་རྒྱལ་ཁབ་གཞན་པ་ཁ་ཐེ་བྱེད་དགོས་ལབ་ཡོད་མ་རེད་རྒྱལ་ཁབ་གཞན་པ་ཁོ་ཚོ་གྲོགས་པོ་རེད་བསྒྲིགས་ཡོད་རེད་ཁོ་རང་ཚོ་བཙན་འཛུལ་བྱས་ནས་དེ་ཚོ་ལ་བཙན་འཛུལ་བྱས་ནས་བཟོ་དང་ཆ་ཆ་ཚང་ལ་མཉམ་འབྲེལ་བྱས་ནས་སྐད་ཆེ་བཤད་དེ་མན་ཇིའི་མགོ་རྟང་སློག་དགོས་ལ་ཡད་དེ་རེད་ཨ་ནི་མན་ཇིའི་མགོ་རྟང་སློག་ཚར་ནས་ཅིག་ལ་གོ་མིན་ཏང་ར་གུང་ཁྲན་ཏང་གཉིས་ཆགས་གི་ཡང་རྒྱ་ནག་ལ་དཀའ་ངལ་ཅུང་འད་ཡོད་པ་ཆ་ཚང་གི་མ་རྩ་དེ་ཨ་ནི་གོ་མིན་ཏང་གི་བྱུང་པ་རེད་དེ་ཡིན་པ་སོང་ཙང་གུང་ཁྲན་ཏང་གི་ར་ཤི་ཡ་ལ་མཉམ་འབྲེལ་བྱེད་དགོས་གི་ཡོད་ན་རེད་འཇར་པན་ལ་མཉམ་འབྲེལ་བྱེད་དགོས་གི་ཡོད་ན་རེད་ཐབས་བརྒྱ་ཇུས་སྟོང་གི་གོ་མིང་བཏང་རྩ་མེད་བཟོ་ཚར་དེ་ཡིན་པ་སོང་ཙང་ད་ཁོ་རང་ཚོ་གི་འདི་པ་རུ་གི་དབང་ཆ་གི་འཐབ་རྩོད་འདི་ལ་བེད་སྤྱོད་བཏང་པ་དེ་ལ་རྒྱ་ནག་གི་མི་རིགས་རང་ལུགས་ཀྱི་ཟེར་ཡ་ཞིག་བེད་སྤྱོད་བཏང་དང་ཡོད་རེད་བ་དེ་ཡིན་པ་སོང་ཙང་དེའི་ཁྱབ་ཁོངས་ཅིག་ལ་མི་རིགས་རང་ལུགས་ཀྱི་ཁྱབ་ཁོངས་ཅིག་ལ་ང་ཚོ་ཚིག་གི་ཡོད་མ་རེད་ད་ཡིན་ན་རེ་ཟོང་འབྲོང་སེང་འདྲ་འདི་ཟུག་གི་ལག་པ་ལ་མན་ཇི་གི་ཨ་ནི་དཀར་ས་མན་ཇི་གཞུང་མགོར་ཐང་ལོག་ཚར་ནས་ཅིག་ལ་ཁོ་རང་ཚོ་ལ་མན་ཇི་གི་ཁྱབ་ཁོངས་ལ་ཡོད་སྐྱོ་གི་བོད་པ་དང་སོག་པོ་དང་ཨ་ནི་ད་མན་གཅིག་གི་མངའ་ཁོངས་གི་འདི་ཆ་ཚང་ཁོ་ཚོ་གི་རྒྱ་ནག་གི་ས་གོ་ནི་གང་ན་ད་རིགས་རིགས་ལྔ་དེ་ཨ་ནི་ནང་ལ་ཁོ་ཚོ་ཇུས་འགོ་ཡ་གི་རྒྱུ་མཚན་དེ་དེ་རེད་ས་ཁི་གཞན་པ་དེ་ས་ཡ་གི་ཆེད་དུ་ཨ་ནི་ང་ང་རང་ཚོ་གི་དེ་ནང་ལ་མི་མཐུན་གྱི་ཡོད་མེད་ནི་ཚིག་ལྷག་པར་ད་ངོ་མ་མན་གཅིག་གི་དབང་སྒྱུར་གི་འོག་ན་ཟིན་ན་རེད་མན་གཅིག་གི་ཤུགས་རྐྱེན་ཡོད་སྐྱོ་གི་དེ་ཚོ་གི་ཨ་ནི་གོ་མིན་ཏང་གི་ཁོངས་ཡིན་ཟེར་ཡ་གི་ཆེད་དུ་ཨ་ནི་དེ་འདྲས་ཞིག་བྱིན་པ་རེད་དེ་པ་སོང་ཙང་མ་ཡིན་གཅིག་གི་ད་རིགས་གི་དེ།

ནི། ད་ཐའེ་ཝན་གྱི་རྣམ་འགྱུར་འདི་ཨ་རིས་གི་ད་ད་འདྲ་ཆགས་བྱས་ན་ཨ་རིས་གི་ཐའེ་ཝན་ལ་ནི་རྒྱབ་སྐྱོར་ག་འདྲ་ཅིག་བྱེད་གི་ཡིན་མིན་དམངས་གཙོ་གི་ཕྱོགས་གཏོགས་ཅིག་སྲུང་སྐྱོབ་ག་འདྲས་བྱེད་གི་ཡིན་ནི་རྒྱ་ནག་ལ་ཁ་གཏད་ག་འདྲས་བྱེད་གི་ཡིན་འདི་ཙམ་མ་ཡིན་པའི་ནི་ད་དམངས་གཙོ་དང་ནི་རང་དབང་བཙལ་ནས་གི་ནི་ཕྱོགས་ཁག་འདི་ཚོ་ལ་ཨ་རིས་བདག་པོ་རྒྱབ་གི་ཡོད་ཟེར་གི་རྣམ་འགྱུར་བསྟན་ཡ་འདས་གི་ཁྲོད་ནས།

ད་ད་ལྟ་ག་རེ་རེད་ན་ཇོ་བཱ་ཏྲིན་དེ་འདི་ཚོ་གི་ཤོག་ཐོག་འདི་ལྟའི་སི་ཚེ་ཡིན་མིན་ལ་ལག་པ་འཆང་ལྟའི་སི་རྡེའུ་ཡོད་མ་རེད་ག་རེ་ད་ན་ཁོ་ཚོ་གཞུང་འཛིན་ཚོགས་པ་རེད་བ་དེ་ཡིན་པ་སོང་ཙང། ཡིན་ན་བེད་སྤྱོད་བརྒྱ་ཆ་བརྒྱ་བཏང་གི་རེད། ཇོ་བཱ་ཏྲིན་གི་སྔོན་མ་དེ་ཁོ་བོ་ཡར་ར་སླེབས་སོང་ན་རྒྱ་བ་རིན་པོ་ཆེ་ར་ཁོ་མཇལ་འཕྲད་གནང་གི་ཡིན་ཟེར་ཡ་ཅིག་བ་རེད་བ། བ་དེ་འདྲའི་འདྲ་བོ་རེད་དེ་ཡིན་པ་སོང་ཙང་ཁོ་དེའི་ཚེ་ཡིན་མིན་འདི་ཨ་རིའི་ནང་ནས།

མ་ཡིན་ཅིག་ད་རེས་རྒྱ་ནག་འགྲོ་ཡ་དང། ཨ་ནི་འདི་ཚའེ་ཡིན་ཝུན་ཚ་ར་སླེབས་ཡ་འདི་ཐོག་ནས་ད་མ་ཡིན་ཅིག་ཨ་ནི་རྒྱ་ནག་གི་ངོགས་གཉིས་ཆ་ཁ་ཁ་འགྲོ་ནས་ཅིག་ཨ་ནི་དེའི་ཁྲོད་ནས་ད་ད་གོག་ནས་མཐོ་ཤིས་ཀྱི་མི་ཅིག་འགྲོ་ཡ་དེ་མ་ཡིན་ཅིག་དེ་ར་རྙོག་དྲ་རྙོག་དྲ་ཆེ་ཤིས་ཀྱི་སྐབས་ལ་འགྲོ་རྒྱུ་ད་ཕི་གས་འགྲོ་ནས་རེད་ད་ཐ་ཆ་ཟིན་ན་རེད་ད་གང་ལྟར་འདྲ་མི་འདྲ་ཅིག་འཁྲབ་ནས་ཡོང་པ་དེ་མ་ཡིན་ཅིག་ཆགས་འདུག་བསྟན་པ་སོང་ཙང་ད་འདིས་མ་འོངས་པ་ན་ཐའེ་ཝན་གྱི་དབྱིབས་སྡུག་གི་ཁྲོད་ལ།

མི་མོ་ལུས་སའི་ཆོས་ར་དྲན་པ་དེ་ཚོ་ཡ་ར་ཅིག་བསྐྱར་དུ་ཅིག་བླངས་ཡ་དང་ད་ན་དོན་དེ་འདྲའི་འདྲ་བོ་ཅིག་རེད་དེ་ཡིན་པ་སོང་ཙང་ངས་དེའི་ལབ་ཤེས་ལོང་ཤེས་ཀྱི་དེ་རང་གི་རིམ་པ་འདི་ཨ་ནི་ཚད་འདི་འདྲའི་ཅིག་ཡ་བཞག་གི་ཡིན། འོ་ཡ་ཨ་ནི་ད་སྐབས་རྗེས་མ་ངས་ད་ལྟ་གང་ནས་ཕྱིན་པ་ནང་བཞིན་ང་ཚོ་གི་རྒྱ་གར་རིན་པོ་ཆེ་བོད་ནང་ལ་ཕེབས་ཐུབ་མི་ཐུབ་དེའི་ཐོག་ལ་ང་ཚོ་ཐད་ཀར་གྱི་བརྗོད་གཞི་དེའི་ཐོག་ལ་ཡོད་རེད་དེ་ཡིན་པ་སོང་ཙང་ད་ད་ལྟ་གི་སྐབས་ལ་ཨ་ནི་ང་ཚོ་ཕག་ཚིག་རྒྱང་ནས་ཅིག་དྲ་ཐོག་ནས་དེའི་ཐོག་ལ་བསམ་ཚུལ་མང་ཟིག་སླེབས་ཡ་དྲ་བ་དེ་ཅི་ནས་གང་ལ་ངས་ད་ལྟ་གང་ནས་ཕྱིན་པ་ནང་བཞིན་མ་འོངས་པ་ན་ང་ཚོ་བསམ་ཚུལ་སླེབས་རྒྱུ་བསམ་ཤོག་སླེབས་རྒྱུ་དེ་ཚོ་ང་ཚོ་བདག་པོ་རྒྱབ་ཀྱི་ཡོད་མེད་ལ་མ་བལྟས་ང་རང་ཚོ་ངེད་ནི་མི་མང་གི་འགན་གཅིག་ཁེལ་ནས་ཡ་ནི་དེ་བྱེད་ཆོག་གོ་རེད། སྡེ་བ་གཞུང་གི་དོན་དག་དེ་ཨ་ནེ་སྡེ་སྲིད་མགོ་ལོག་གིས་བྱེད་གི་རེད་ཟེར་ཡ་གི་དུས་རབས་དེ་ད་ང་ཚོ་གི་ང་རང་ཚོ་དུས་རབས་ལ་ཡོད་ཡོད་ཚར་བ་རེད་ལབ་ན་འགྲིག་གི་ཡོད་རེད་ད་དེ་ཡིན་པ་སོང་ཙང་ང་རང་ཚོ་གི་གཅིག་དུས་རབས་ཉི་ཤུ་རྩ་གཅིག་པའི་སྤྱི་འབངས་གཅིག་གི་འགན་འཁྱེར་ནས་ཀྱི་སོ་སོ་གི་ཤི་གསོན་དང་ཨ་ནེ་རྒྱལ་ཁབ་ཀྱི་ལར་རྒྱ་དང་འདི་ཚོ་ལ་འབྲེལ་བ་ཡོད་རྒྱུ་གི་གནད་དོན་འདི་ཚོའི་གྲས་ལ་ང་རང་ཚོ་ངེས་ནས་བསམ་ཚུལ་ཞིག་བཤད་ཐུབ་ཡ་གཅིག་ནོ་དང་ཡེ་སི་གི་རྣམ་འགྱེར་ད་ད་ལྟ་ཡིན་ན་ང་ཚོ་ད་གཅིག་བཤད་ཐུབ་ཡ་གི་ནུས་བ་འདྲ་བོ་ཅིག་ཡོད་པའི་ཁུལ་རེད་ངོ་མ་ཁ་ཡོད་མ་རེད་སྡེ་བ་གཞུང་གི་དོན་དག་དེ་སིའི་འགོ་ལུག་གི་མ་ཞིག་བྱེད་གི་ཡོད་བ་མ་རེད། ཇུས་གཏོགས་ཡོད་མ་རེད་སྡེ་སྲིད་མགོ་ལོག་མར་དུ་བྱེད་ནུས་ཅིག་ར་ཡོད་མ་རེད་ག་རེ་ན་མི་མང་ལ་གཞུང་གི་གནད་དོན་དེ་ཅིག་ཁྱོན་ཡོངས་ནས་ཤེས་ཡ་གི་ལམ་ཁ་ར་དེ་འདྲས་ཡོད་མ་རེད་བ་ཕྱི་གསལ་ནང་གསལ་གྱི་མ་རེད་བ་ད་ད་འདའི་སྐབས་ལ་ང་ཚོ་ང་རང་ཚོ་ངེས་ནས་མཛའ་གཙུག་རྣམ་པ་ཚོ་གི་ཨ་ནི་བེ་ཅིན་གསེར་གི་རི་དང་བ་རུ་ལ་ཨ་ནི་ག་རེ་ཅིག་ཡོད་པ་དེ་ཕྱི་གསལ་ནང་གསལ་མིན་ན་རེད་འཛམ་གླིང་གི་གནས་ཚུལ་ཅིག་ང་རང་ཚོ་གི་མཐོང་ན་འདོད་ན་རེད་མ་འདོད་ན་རེད་ང་རང་ཚོ་མི་ཁ་བྱམས་བྱ་བར་དེའི་བླ་འབབ་པས་ང་རང་ཚོ་གི་བསམ་ཚུལ་ཅིག་བཤད་ཆོག་གོ་ད་ལྟ་བོད་ནང་གི་གནས་སྟངས་རེད་བ། ཨ་ནི་ད་ལྟ་བར་དུ་རྒྱ་བོད་གཉིས་ཀྱི་འབྲེལ་ལམ་བརྗེས་ནས་དགའ་བ་ཕྱིན་པ་རེད་ཨ་ནི་ད་ད་ལྟ་ང་ཚོ་དགའ་བ་ལྷག་བྱ་མ་འོངས་པ་ཨ་ནི། མུ་མཐུད་དུ་ལམ་ཁ་འདི་འདྲའི་ནང་འགྲོ་ན་ང་ཚོ་ག་རེ་བྱེད་ས་རེད་དེའི་ཐོག་ལ་ཨ་ནི་དྲང་ཕྱོགས་ལྡོག་ཕྱོགས་གཉིས་ཆ་གི་ང་རང་ཚོ་གི་བསམ་ཚུལ་ཅིག་སླེབས་ཐུབ་པ་ཡིན་ན། དེ་དུས་རིམ་འདི་གི་ནང་གི་ང་ཚོ་སྤྱི་འབངས་ཅིག་གི་འགན་འཁྱེར་བའི་རྣམ་པ་འདྲ་བོ་ཅིག་རེད། དེ་འབའ་སོང་ཙང་ད་ངུ་ངོ་དུབ་ཙམ་ཙིག་རེད་ཨ་ན་ངོ་དུབ་གི་འོག་ལ་མཆན་སླེབས་ཡ་དང་ཨ་ནས་ནོ་དང་ཡེ་སི་གི་ཨ་ནས་དེའི་བསམ་ཤོག་དེ་མ་ར་སླེབས་ཡ་དེ་ལ་ཨ་ནས་ངའི་མུ་མཐུད་དུ་རེ་བ་རྒྱབ་གི་ཡོད་ད་དེ་བྱས་ནས་གང་ལ་ཨ་ནས་སྐབས་རྗེས་མ་གི་བགྲོ་གླང་དེ་ང་ཚོ་ལྷུག་པོ་ཡོང་ཡ་གི་རེ་བ་ཡོད་འོ་ཡ་ཨ་ནས་ངས་དེ་རང་ཚད་དེ་བཞག་གི་ཡིན་བཀྲ་ཤིས་བདེ་ལེགས།